བདག་པོ་མེད་པ་བདག་མེད་གཡུག་ཤང་གྱོ་ད་དྲི་མར་བ་བདག་པོ་ཡོད་རེད་བདག་པོ་ཡོད་ས་སྐད་དེས་རྒྱང་ན་མ་ཐོག་མི་འདུག་སོག་པོ་ལྟ་བུ་གི་ཕལ་ཆེར་བོད་ཀྱི་གསོ་བ་རིག་པ་ཟེར་ཡ་ད་ཧ་ལམ་གྱི་གར་ཟ་བུ་རེད་ད་ཨ་མི་རི་ཀ་ནས་ཧྥུ་རི་ཟིན་དེ་འདྲས་ཡོད་རེད་ཟ་མ་རིན་མི་གོབ་དེ་འདྲས་བ་དེ་འདྲས་ཟོར་གྱི་རེད་བསམ་གྱི་ཡོད་ས་རེད་སུས་ལྐོག་ན་ལྐོག་ཆོག་གི་སུས་ཁིད་ན་ཁིད་ཆོག་པ་བ་དེ་མ་རེད་ཟེར་ལབ་གི་ཡོད་རེད་ད་འོ་ཡ་ད་ད་ནྡ་ནང་པའི་གསོ་རེད་ཟེར་ཡ་ད་ཉེན་ཁ་ཆེན་པོ་ཡིན་ད་ཤེས་པས་ད་ངས་མཐའ་སྙད་སྐོར་གྱི་ཤེས་གི་ཡོད།

གསོ་བ་རིག་པ་ཞེས་པའི་ཐ་སྙད་ནི་བོད་སྤྲེའུ་སྐད་ནས་བཟོར་ཆགས་པ་ཡིན་ཞིང། དེ་ནི་གསོ་བའི་ཤེས་བྱ་ཞེས་པའི་དོན་ཡིན། བྱས་ཙང་བོད་ཡིག་དེ་བོད་ཡིག་ཡིན་པ་ཁས་ལེན་གྱི་མི་འདུག་དེ་བཞུགས་ཡོད། གསོ་བ་རིག་པ་ཟེར་ཡང་མིང་གོ་གི་མེད་པ། དབྱིན་ཇི་བཤེས་གཉེན་གྱིས་ཀློག་དུས་ཧ་གོ་ཡ་མེད་པ་དེ་རྒྱ་གར་གྱི་མགོ་འཁོར་བཏང་རྒྱུ་རེད་བྱ། མ་འོངས་པ་ཁྱེད་རྣམ་པས་གི་དེབ་བྲིས་ཡོད་ནའི་འདྲ། བཀའ་སློབ་གནང་གི་ཡོད་ནའི་འདྲ་ངེས་པར་དུ་དེ་ཐོས་ཐུབ་པ་ལ་བོད་ལུགས། ཡང་ན་བོད་ཅེས། དེ་འདྲའི་རིང་པོ་བསྙད་བ་མེད་ན་བོད་སྨན། བོད་ཞེས་པའི་མིང་གིས་ངེས་པར་དུ་རྒྱག་རོགས་བྱས། ཁྲིམས་ཐོག་ནས་བཤད་ན། ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་གནང་བཞག་གི་མིང་གི་རེད་གཙང་དབྱིས་གཙང་གཡག། མི་རིགས་རང་ཉིད་ཀྱི་མིང་འདོགས་ཡག་གི་ཐོབ་ཐང་སྤྲད་ཡོད་རེད། མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ནི། གར་ཟ་བར། ཁྲིམས་ཀྱི་ཐོག་ནས་ཁས་ལེན་ཡོད་པའི་མིང་གི་རེད། འོ་དེ་དང་མཐུན་པའི་ཅིག་བཟོ་དགོས་འདུག་འོ་དེ་ངས། བཤད་ཡོད་དེ་བཤད་དུས་མང་པོ་ཅི་ཡང་མུ་མཐུད་བྱེད་མི་འདུག་བཟོ་ཨ་རིག་པ་སུ། གསོ་བ་རིག་པའི་སེམས་མ་སྐྱེས་ན། རྒྱ་ཆེན་པོ་ཅིག་ཤེས་བར་བ། དེང་དུས་གསོ་རིག་གསོ་བ་རིག་པར་བ། རྒྱ་ཆེ་ས་བོད་སྐད་ཁོ་རང་ཙམ་ན་བཏང་ན་གསོ་བ་རིག་པ་སི་ཏུ་དབྱིའི་ཤོས་སུ་བར་བ། དང་ཡང་ན་དབྱིའི་གཡག་ཤོས་སུ་བར་བ། Medicine སུ་བར་བ། དེ་བྱེ་བྲག་གཅིག་ལ་རྒྱ་རི་ཡག་དེ་རྒྱ་གར་གི་མགོ་འཁོར་དང་ཡང་ལས་ཀ་རེད། བྱས་ཙང་ང་ཚོས་གསོ་བ་རིག་པ་སི་ཡག་དེ། ད་རྒྱ་ཁའི་ནང་ལ་གསོ་བ་རིག་པ་སི། ཡིག་འབྲུ་ཤེས་ཚེ་རྒྱ་རིགས་ཁ་ཤས་ཀྱིས་སྤྲུག་ཚེ་བྱས་ཚར་ཤེས་ཚེ་ཆེ་ན་བྱས་སྲིད་ཕན་ཐོགས་ཡག་མ་རེད་ཤག་སྲིད་གཡུག་ཤུ་སྲིད་ཡག་མ་བྱས་སྲིད་རྒྱ་གར་རྒྱབ་འདྲི་བྱས་དུས་སྤྲུག་ཤུ་སྲིད་རྒྱ་གར་རྒྱབ་འདྲི་མ་གོ་དུས་གཡུག་ཤུ་སྲིད་ང་ཚོ་རྒྱ་སྐད་མིང་ནི་ཡོད་སྲིད་གཙང་ཡིན་གཙང་ཡག་ཧོ་རེད་བ། ཨ་ནི་ཨིན་ཇིའི་མིང་ནི་ཡོད་སྲིད་དེ་བད་དེ་མད་སྲིད། སྙན་པོ་འདུག་ཨ། ཐུན་མོང་ཡོངས་གྲགས། ཨེ་ན། བོད་ཡིག་ཐོག་ལ་རིང་པོ་བེད་སྤྱོད་བཏང་མཁན་ཁྲོད་ན་བོད་ལུགས་བཟོ་བ་རིག་པ། ཐུང་ཐུང་བེད་སྤྱོད་བཏང་ན་བོད་སྨན་དག་རེད། བྱས་ཙང་བཟོ་བ་རིག་པ་ཟེར་ཡག་ཏུ། ད་ངས་དེ་རིང་མི་མང་ས་དེ་རིང་ལྟ་བུ་ཅིག་ལ་ཁེལ་སོང། འཕྲིན་ཕྲན། ནང་ལ་དེ་འདྲའི་སྐད་ཆ་ཅིག་བཤད་བུ་ཡིན། ད་དེ་རིང་འདིར་མི་མང་ས་ཅིག་ལ་ད་ཁྱེད་རྣམ་པ་མང་པོ་ཞིག་དུ་བ་དེ་ལ་འབོད་སྐུལ་ཞུ་གི་ཡོད་ད་དེ་འདྲའི། ངེས་པར་དུ་བོད་ཟེར་ཡག་ཏུ་མ་ལྷག་བྱས། དེ་བླངས་ན། གཅིག་ན། དྲང་པོ་ཞུས་ན་ཕྲན་དང་མཐུན་གྱི་ཡོད་ས་མ་རེད། ང་ཚོ། མིའི་འཛུགས་ཆུ་ཡུས་ཙི་ཀྲིས་ཕྲན་ཡོད་རོ། མི་རིགས་ས་ཁུལ་གྱི་ཕྲན་ཡོད་རོ། ཕྲན་རྣམས་ཐུབ་ཐང་དུ་སྤྲད་ཡོད་རོ། ཐུབ་ཐང་དུ་མ་ལེན་ན་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཕྲན་ལ་མ་བརྩིས་པར་འགྲིག་གི་མི་འདུག་བྱ་ཐབས་དེ་ཡིན་དུས་བརྩམས་པ་ངེས་པར་དུ།

རང་གིས་རང་ལ་མིང་མེད་པར་བཟུང་བ། འདི་ཉེན་ཁ་འདུག་ད་ལྟ་ཉེན་ཁ་ཆེན་པོ་འདུག་ངས་མ་ཡིན་ན། ཕྱི་རྒྱལ་གྱི་རྩོམ་དང་འབྲི་འབྲི་དུས་ཡོངས་རྫོགས་ནང་ལ་ཐི་བེད་ཏི་མེད་ཏི་སེར་བྲིས་འདུག་དེང་སང་ད་མང་རོལ་མང་རོལ་བྱིན་གྱིས་གསོ་བ་རིག་པ་བྲིས་ཡོང་གི་འདུག་ཨེ་གསོ་བ་རིག་པ་ཞིག་ཏུ་ག་བ་འཐེན་འཐེན་རེད། ཕར་འཐེན་རྒྱ་གར་རྩིས་སྤྲད་ཤིང་ལ་འགྲིག་པར་བོད་སའི་ཡག་ཏུ་ཡོད་མ་རེད། ད་ཡིན་བཟོ་བ་རིག་པར་ཞེ་བོ་ག་གི་འདུག་ན་དབྱིན་ཇིའི་ནང་ལ Tibetan བཟོ་བ་རིག་པ་ཞེས་བྲིས་ཟིན་ད། བོད་སྐད་ནང་ཆོས་རྒྱལ་མི་འདུག་བཟོ་བ་རིག་པ་ཡི་གེ་བཞི་བྱུང། དེའི་ཁ་ལ་གར་ཚེ་རྒྱ་སྐད་ནང་ལ་བཟོ་བ་རིག་པ་ཡི་གེ་བཞི་བྲིས་ནས་ཆོས་མི་འདུག་གཙང་ཡིན་གཙང་ཡོང་བཟོ་བ་རིག་པ་ཆོས་མི་འདུག་དེའི་མཐའ་གཉིས་ཏེ་རྒྱ་སྐད་ནང་ལ་གོ་ཆོད་མི་འདུག་ལ་ནི་ཕན་ཐོག་མི་འདུག་བ་འགྲེལ་བཤད་མང་པོ་རྒྱག་དགོས་པ་ཨ་ནི་བོད་སྐད་ནང་ལོགས་ལ་གམ་ད་ལྟ་ཞུས་པ་ནང་གི་བུད་ལུགས་སུ་ཡང་བོད་ཞེས་པའི་མཐའ་གཉིས་དེ་ངེས་པར་དུ་མ་ལྷག་གོ་འདུག། ང་ཚོ་གར་སོང་ན། བོད། ཟེར་ཡ་དེ་གར་སོང་ན་ཀྲུང་ཧྭ་མི་དམངས་སྤྱི་མཐུན་སྐྱེ་ཁག་གི་མི་རེ་ལྔ་བཅུ་ང་དྲུག་ནང་གི་གལ་ཆེ་ཤོས། ཆགས་པར་བ། གལ་ཆེ་ཤོས་མེད་ན། མི་དམངས་ཤོག་ཁག་ནང་ལ་བོད་ཡིག་ཟེར་ཡ་དེ་འཁྲུག་མ་རུང་གར་གྱི་འཁྲུག། གལ་ཆེན་པོ་ཡིན་ཙང་མི་དམངས་ཤོག་ཁག་ནང་ལ་བོད་ཡིག་ཡོད་རེད་བ། ངས་ལབ་གི་ཡོད། གལ་ཆུང་ཆུང་ཡིན་ས་མ་རེད་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཡི་རུ་བ་དངུལ་ལོ་གང་ལ་གོར་མོ་གང་ལ་བྲི་ཡ་ཡོད་མི་རེད་ཀྱི་རེད། མཐོང་ཡོད་རེད། རྒྱབ་ཚད་ཡོད་རེད། འོ་དེ་ཡིན་དུས་ཙམ་པས་ཡིན་གྱི་མིན་གྱི་སུ་སུ་གི་མིང་མ་ལྷག་ཅིག་གིས་གལ་ཆེན་པོ་མཐོང་གི་འདུག་འོ་དེ་བོད་ཀྱི་གསོ་བ་རིག་པ་བོད་སྨན་གཙང་དབྱི་ཡ་ཏི་བེ་ཏི་མེ་ཏི་ངེད་ཀྱི་གྲོས་འགོ་འདི་འདི་གས་བཏགས་རོགས་བྱས། སོགས་རིག་པ་གཅིག་པོ་བཏབ་ཀྱི་མི་འདུག། དེའི་ཐད་ལ་གཅིག་བཤད་ན་ངས་ནོར་འཁྲུལ་ཅུང་ཟད་ཤོར་ཡོད་ན་ཆོག། ང་ཚོ་གི་རྒྱ་གར་ལ་འཐབ་རྩོད་བྱེད་དུས་ད། སོགས་རིག་པ་ཟེར་མིང་དེ་དུས་བེད་སྤྱོད་བཏང་བར་བ། ད་ད་ལྟ་བཏང་གི་མི་འདུག། ད། མཚམས་བཞག་དགོས་ཀྱི། དེའི་ཐད་ལ། ད་ལྟ་ཕྱི་རྒྱལ་གྱི་རྩོམ་ཁག་འཁྲིད་ཡོང་དུས་ཙམ་བ་ཡིན་ན་ང་དུས་སུ་འཇིགས་སྐྲག་སྐྱེས་སོང། ད་ལྟ་སོགས་རིག་པ་འཁྲིད་ཡོང་གི། Tibet Medicines བེད་སྤྱོད་དང་ཇེ་ཉུང་ཇེ་ཉུང་འགྲོ་བ་རེད། དེའི་ཐོག་ནས་ཁར་སན Identities རྒྱ་ཁྱི་ནི་རི་མཐོང་ཟེར་ཡ་ཞི་བ་སུས་རེད་ཟེར་ཡ་སྦྱོར་བ་དེ་བརླག་འགྲོ་བ་རེད། བོད་ཞེས་པའི་གི་མིང་དེ་བརླག་འགྲོ་དེ་ཉེན་ཁ་ཆེན་པོ་རེད། དེ་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་གྱོང་གུད་རེད། བོད་མི་རིགས་ཀྱི་གྱོང་གུད་རེད། རྒྱལ་ཁབ་དང་མི་རིགས་ག་ལ་ར་བསམ་བློ་བཏང་ནས་འགྲིག་དགོས་འདུག་ངེས་པར་དུ་བོད་ཟེར་ཡ་དེ་དགོངས་འདུག་ད། དེ་ནས་མ་དུས་ཚོད་ཕྲན་བུ་ཡོད་པ་དེ།

ད་ང་ཚོ་བོད་ཀྱི་གསོ་བ་རིག་པའི་ལོ་རྒྱུས་ཁ་གསལ་ཡོད་ཚུལ་དུ་གཉིས་དབྱེ་བ་ཕྱེ་དགོས་ཐུག། གཅིག་བོད་ཀྱི་སྨན་ཆུང་ལག་ལེན་དུ་ག་དུས་བྱུང་བ་རེད། གཉིས་པ་དེ་བོད་ཀྱི་གསོ་བ་རིག་པའི་ཡིག་ཐོག་གི། ཡིག་ཐོག་ཏུ་འཁོད་པའི་གི་རིག་གཞུང་དུ་ག་དུས་བྱུང་བ་རེད། བོད་ཀྱི་སྨན་ཆུང་ལག་ལེན་དུ་བྱུང་ཚུལ་ལ། ད་ད་རུང་ཁ་ཤས་ཀྱིས་རྦད་དེ་རྒྱ་གར་ཤེས་ཚུལ་དེ་ཚོ་ལ་དགའ་ཐག་ཆོད་ཅིང་ལྷ་ཡུལ་དར་བ་མི་ཡུལ་དར་བ་ཟེར་ཏེ་ད་རུང་བཤད་བསྡད་ཉན་རེ་གཉིས་མཐོང་གི་འདུག། ད་དེ་བཤད་གི་མ་རེད་ངས་མའི་བཤད་ཚུལ་དེ་གཡུག་ཞུ། ད་ང་སྙན་མ་ང་ཚོ་མཁས་པ་ཚོ་འདི་ཤེས་འདུག་ཟེར་གྱི་ལབ་ཡིན་པ། ང་ཚོ་གི་ཡོད་སྟོད་ལྕོག་རྒྱ་གར་ལ་ཁུངས་འདུག་ཅེས་ཤེས་གི་རེད་ད། ད་རུང་ཤེས་གི་རེད། དེ་ཤུགས་རྐྱེན་དེ་རྒྱུད་གཞི་ནས་ཐེབས་ཏེ་ཡོད། ད་ལྷ་ཚངས་པས་གཅིག་བྱས་པ་རེད། རེད་བ། ལྷ་ཚང་བྲག་ལ་གཏུགས་ནས་ད་ཞེ་བུ་བྱིས་བ་རེད་ད་དེ་ཚོ་གཡུག་ཞིག་ཁྱོད་གྱོན་ནི་མི་འདུག་ད་འདི་ནས་མ་ནེལ་ལྔ་བ་མ་དེ་ཚོ་ད་ག་འདྲི་ཡིན་ན་ཚང་བ་རྐྱང་ཆ་དུག་དུག་ཆོག་མི་འདུག་ད་འོ་ན་བོད་ཀྱི་གསོ་བ་རིག་པ་དེ་ཐོག་མར་དར་ཚུལ་དེ་སྔ་རབས་མཁས་པ་ཚོ་གར་ཤེས་ཀྱི་འདུག་དེང་སང་གར་ཤེས་ཁུག་འདུག་འོ་དེ་ཡིན་ད་ང་ཚོ་ནམ་རྒྱུན་གར་ཤེས་དེ་འོ་ཟེར་ན་ལྷ་ཐོ་ཐོ་རུ་ཉན་ཤས་ཀྱི་དུས་སུ་དམ་པ་ཆོས་ཀྱི་དབུ་བརྙེས་པ་དེར་སྨན་ཤེས་ཀྱང། སྨན་ཀྱང་གར་ཟེར་ན་ཕན་ནུ་ངོ་ཤེས་པ་ཙམ་བྱུང། ལྷ་ཐོ་ཐོ་རེ་ཉན་ཤེས་གང་ལ་སོ་རེ་བྱུང་བ་རེད་ངས་མ་ཐུག་སི་ལབ་པར། ཤེས་རྒྱ་རབ་གསལ་ནང་ལ་གར་ལབ་གི་ར་ཟེར་ན། དྲང་ཐིག་ཤེས་རྒྱ་རབ་གསལ་ནང་ལ། བོད་ལ་སྐྱེས་མེད་པ་ལ་ཆོས་རྒྱལ་མེས་དབོན་ནམ་སོགས་སྐུ་དྲིལ་སངས་རྒྱས་ཀྱི་བསྟན་པ་ཞིག་ཏུ་གསོ་བྱེད་ཀྱི་དར། ཐོག་མར་དར་ཡག་གི་དུས་ཚོད་དུ་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ་སྤྲུལ་པ་ལྷ་ཐོ་ཐོ་རེ་ཉན་ཤེས་གི་རིང་ལ་ནགས་ལུག་ལ་ཟས་ཀྱི་ཕན་ནུ་ལ་སོགས་པ་དེ་མ་ཐོག་ཡོད་མ་རེད། ད་དེའི་ཐོག་ལ་བོད་ཀྱི་མཁས་པ་ཨང་དང་པོ། སྐད་ཆ་དྲག་ཤུལ་གཟུགས་བརྙན་དུ་བཟོ་རེད་བསམ་ན་ཟུར་མཁར་གློག་ཕྲུག་རྒྱལ་པོ་རེད། དེ་བཞིན་དུ་ལྷ་ཐོ་ཐོ་རུ་བརྙན་ཤེལ་གྱི་རིང་ལ་གསོལ་ཕྱིའི་དབུ་ཉིད་ཟེར་བ་དེ་ཡང་མ་ངེས་དེ་བསྟན་དེ་ཏག་ཏག་དེ་མི་འདུག་བོང་བུ་ལ་བརྟེན་པའི་གསོལ་ཕྱི་ཇི་སྙེད་རྒྱུ། བོན་ལ་ཐོག་མར་གཏུག་བརྙན་དེ་ངས་ཤེས་ཚུལ་ཕྱེས་ན་ཟུར་མཁར་གློག་ཕྲུག་རྒྱལ་པོ་རེད་དེ་སྔར་གཏུག་བརྙན་ཡོད་མ་རེད། ད་བོན་ལ་གཏུག་རྒྱུ་དེ་ཆགས་སོང་ད་ང་ཚོ་དེང་སང་བོན་ལ་གཏུག་བར་བ། ད་དེ་སྲིད་སངས་རྒྱས་རྒྱ་མཚོ་ཁེ། སྨན་སྐྱིན་གྱི་ལག་ལེན་དང་རྔ་བོ་གཅིག་ལ་ཡོང་རེད་གསུངས་པ་རེད། ཟས་ཕན་ནུས། ཤེས་པ་དང་དམའ་ས་ལ་མར་ཁུ་བཏབ་ནས་རྩ་ཁ་འདོན་པ་བག་མེད་བྱེད་པ་སོགས་བློ་དང་བོད་དུ་མི་ཆགས་པ་ནས་ཡོང་རེད་དེ་སྐད་ཆ་དང་རླབས་ཆེན་གྱི་སྐད་ཆ་གཅིག་རེད། མི་ཆགས་པ་དང་གསོ་རིག་གི་ལག་ལེན་ཡོག་རེད། དེང་དུས་ད་ག་རང་ཤེས་ཡོད་དོ། དེང་དུས་ཚན་རིག་པས་ད་ག་ཤེས་ཡོད་དོ། ད་འོ་ན་ཡིག་ཐོག། ཡིག་ཐོག་སྐོར་གྱི་དུས་འདི་བོད་ཀྱི། རྒྱལ་པོ་གནམ་རི་སྲོང་བཙན་ཡན་ཆད་དུ་བོད་ལ་ཡིག་གི་མེད་སྨན་དཔྱད་ཀྱི་གཞུང་ལུགས་ལ་བརྟེན་པའི་བརྟག་ཚུལ་དང་གཙོ་ཐག་མེད། གཞུང་ལུགས་ལ་བརྟེན་པའི་བརྟག་ཚུལ་དང་གཙོ་ཐག་ཡོད་དུ་མེད། ད་ད་ལྟ་ཤེས་ཡོང་དུས་ཡོངས་རྫོགས་ཀྱི་ཕལ་ཆེར་ཡང་དེ་དྲན་ཡོང་གི་རེད། ང་ཚོ་ལ་འབུམ་གྱི་ཡོད་ཟེར་ཡག་དེ་འདྲ་དྲན་ཡོང་གི་རེད་བ་དེ་ལ་ངས་འོག་ལ་ཅུང་ཟད་ཅིག་ཞུ་གི་ཡིན། ད་ཕྱི་རྒྱལ་གྱི་མཁས་པ་ཚོ་ཤེས་དུས་ད་ག་རེ་བཞག། ལོ་ས་ཡ་བཞི་ཙམ་ནས་མིའི་རིགས་ཀྱི་མེས་པོ་དེ་མིའི་རིགས་ཀྱི་མེས་པོ་རྣམས་མཉམ་དུ་རི་དྭགས་རྒྱག་ཅིང་མི་གྲངས་ལྔ་བཅུ་ནས་བརྒྱ་བར་ཆུ་དང་ཆུ་ནི་བསྡད་ཀྱི་རེད། སྐབས་དེ་དུས་རིམས་ནད་ཕོག་མཁན་ཉུང་ཉུང་རེད། ཨ་ནེ་ན་ཚ་ཉུང་ཉུང་རེད། དེ་འདྲས་ཀྱིས་ཤེས་ཤག་ད་དེ་ནས་མར། དེ་ནས་མར་ནད་ཇེ་མང་ཕྱིན་པ་དང་ད་དེ་འདྲས་ལོ་རྒྱུས་དེ་འདྲས་ཤེས་ཀྱི་འདུག་ད་དེ་ནས་ཡིན་དུས་རྩམ་པ། བཤད་ཡག་ཏུ་གཙོ། ཕྱི་རྒྱལ་གྱི་ལོ་རྒྱུས་སྨྲ་བ་ཚོས་བཤད་དུས་རྩམ་པ་མིའི་འགྲོ་བ་ཡོད་པ་ནི་གསོ་རིག་གི་ལག་ལེན་དུ་ཡོད་རེད་ཟེར་བ་དེ་ཞིག་བ་རེད་ད། ད་དང་པོ་དེ། མིའི་འགྲོ་བ་ག་དུས་བྱུང་བ་རེད་ཟེར་དུས་ང་ཚོའི་ལོ་རྒྱུས་ཆེ་རིང་ཆེ་རིང་འགྲོ་གི་འདུག་བ། ནག་ཆུའི་རྒྱུད་དེ་བ་ལ་ལོ་ཁྲི་ཞིག་གི་གནའ་རྫས་གཉིས་ཡོད་སོ་ལབ་རེད་བ། མདོ་སྨད་ཀྱི་མི་ག། གར་ས་དཀར་ནག་ལ། ཁྲི་བཅུ་དྲུག། ཨེ་ཉེ་ཆར། ག་རེ། དཀར་མཛེས་ཀྱི་ཁུལ་གཅིག་ལ་ཁྲི་ཉི་ཤུ་ཞེས་ཡོད་དོ། གང་ལྟར་བོད་གངས་ཅན་ལྗོངས་ལ་མི་བྱུང་པ་འདི་ལོ་རྒྱུས་ཀྱི་ཕལ་ཆེར་ཁྲི་ཉི་ཤུའི་གཡས་གཡོན་སླེབས་གྲུབ་དོ། ཁྲི་ཉི་ཤུའི་གཡས་གཡོན་སླེབས་དུས་བོད་ཀྱི་གསོ་བ་རིག་པའི་ལག་ལེན་ཡོད་ན་ཁྲི་ཉི་ཤུ་ཟེར་ལབ་ན་འགྲིག་པ་རེད་སུམ་ཐོག་བྱེད་བྱ་ལག་མ་རེད་སུམ་ཐོག་བྱེད་བྱ་ཐུང་ཐག་ཆོད་པ་རེད་ཐུང་དྲགས་པ་རེད། མདོར་ན་ད་ལྟ་སུམ་ཐོག་བྱེད་བྱ་ལབ་དེ་ཡོད་རྟགས་པ་རེད། དེ་ལ་ངས་དབྱེ་བ་ཕྱེ་ནས་བཤད་པ་རེད། ལག་ལེན་ཡོད་པའི་གི་སྙན་བརྒྱུད་བཟོ་རེས་དེ་ནི་མི་ལོ། ཁྲི་གཉིས་ལ་བཞག་ན་འགྲིག་གི་འདུག། གང་ལྟར་བོད་གངས་ཅན་ལྗོངས་ལ་མི་ཡོད་པ་དང་ཟུང་ཨ་ནི་བརྩིས་ན་འགྲིག་གི་རེད། ད་འོ་ན་ཡིག་ཐོག་རེད། ཡིག་ཐོག་དེ་རྙོག་དྲ་ཆེན་པོ་འདུག། ཁྱོད་ཀྱིས་རྒྱལ་པོ་སྲོང་བཙན་སྒམ་པོ་ཡབ་གནམ་རུ་སྲོང་བཙན་བོན་ལ་ཡི་གེ་མེད་པའི་སྨན་དཔྱད་ཀྱི་གཞུང་ལུགས་བསྟན་པའི་ནད་བརྟག་ཚུལ་གཙོ་ཐག་མེད་དེ་རེད་ཡི་གེ་ག་དུས་ཡོད་རེད། ད་དང་ད་མང། ནམ་མཁའི་ནོར་བུ་རིན་པོ་ཆེན་གྱིས་ནི་བཀའ་སློབ་དེ་འབྲི་ཡོད་རེད་ཞང་ཞུང་སྨར་ཡིག་ཟེར་ཡག་བརྗོད་རེད་གསུང་སྙན་ཐོག་མར་ནམ་མཁའི་ནོར་བུ་རིན་པོ་ཆེ་རེད། ཨ་ནི་དེའི་གཞུག་ལ། བོད་ཀྱི་སྨན་པ་ཚོ་གིས་དེའི་གིས་ཁོང་གི་གསུང་བཞག་པ་དེ་གཞི་བཞག་ཅེས། ཨ་ནི་སུམ་སྟོང་བརྒྱད་བརྒྱ་གཅིག་རྩི་ཐང་གཅིག་བྱུང་སོང་ཨ། ད་ལྟ་དཀའ་ལས་འཕྲད་འདོད་ལ་དང་དང། ང་ཚོ་བོད་ལ་ད་སྐྱོན་མི་འདུག་ཨ། རྒྱལ་སྤྱིའི་ཐོག་ལ་དཀའ་ལས་འཕྲད་འདོད་རེད། ཁོང་གཉིས་ཀྱི་ཡང་མ་རེད། རིན་པོ་ཆེན་གྱི་གྲངས་ཀ་རྒྱ་ཡག་དེ་ཁེ། ཁེ་སྤག་ཚོ་ཁས་ལེན་གི་ཡང་མ་རེད་དུག་ཤུགས། ཁེ་སྤག་ཚོ་ཁས་ལེན་གི་ཡང་མ་རེད། བྱས་ཙང་ཡི་གེ་ཡོད་བས་ཀྱི་དཔང་རྟགས་དམ་དེས་བེད་སྤྱོད་བཏང་བཞིན་པའི་ཡི་གེ་དེ། ལོ་གཅིག་ཚོང་སུམ་བརྒྱ་ཡན་འདབ་ལ་འགྲོ་ཐོབ་ཟེར་ཡག་དེ་དཀའ་ལས་ཁག་པོ་བཞི་བོ་སླེབས་ཚར། བྱས་ཙང་སུམ་ཐོག་བརྒྱད་བརྒྱ་ཟེར་ཡག་དེ་བསམ་གཞིག་ནན་ཏན་བྱེད་དགོས་ཡག་ཅིག་ཆགས་ཚར་བ་རེད། བསམ་གཞིག་ནན་ཏན། ད་འོ་ན། རྒྱ་གར་གྱི་གར་ལབ་འདུག་ཅི་སྟེ་བལྟས་དུས། གཙོ་བ་རིག་པ Originate in the India།

དུས་རབས་བརྒྱད་པ་ཙམ་ལ་ནི་ཁྲི་སྲོང་སྐབས་ཙམ་བོད་སྐད་བསྒྱུར་རེས་ལྷུན་བེ་རོ་ཙམ་ནས་བསྒྱུར་བས་ཡིན་ལབ་པར་བ། འོ་དེ་རེད་ང་ཚོར་སྔས་མ་བྲིས་ཤང་ཇོ་དུ་སུ་ཏག་ཏག་ཁོག་གི་བརྟག་པ་བརྒྱབ་པ་རེད། ད་ང་ཚོ་དེང་སང་སྐད་ཡག་དྲག་ཤོས་འདི་ཡིན་པ་སྟོན་པ་གཤེན་རབ་ཟེར་ཏེ། སྟོན་པ་གཤེན་རབ་དེ་ནི་གངས་ཏི་སི་མཚོ་མ་ཕང་ཆུ་བོ་ཧིན་དུའི་མགོ་འཁྲུངས་རབས་ཧ་ཐི་ལི་ཀྲུང་ཏེ་གི་དུས་ཚད་ལ་སྐྱེས་ཤུན་ཤེས་དུས་གཅིག་མཐོང་བྱེད་རྒྱ། སྤྱི་ལོ་སྔོན་གྱི་གཅིག་མཐོང་བྱེད་རྒྱ་ལྔ་བཅུ་ང་བཅུ་ཟེར་བ་དང་སྤྱི་ལོ་སྔོན་གྱི་གཅིག་མཐོང་དགུ་བརྒྱ་བཅུ་བདུན་ཟེར་བ་དང་བཅོམ་ལྡན་འདས་དུས་མཉམ་ཡིན་ཟེར་བ་དང་ཁྲི་གཅིག་དང་བརྒྱད་མཐོང་ཡོད་ཟེར་བ་དང། དུས་ཚོད་ཡོངས་རྫོགས་ཚན་རིག་གི་སྐྱེལ་འདྲེན་གྱི་མ་རེད། དུས་ཚོད་ཡོངས་རྫོགས་དེ་བ་དག་ནང་གི་ནང་བར་ཤེས་བཞག་གི་ཆ་རེད། འོན་ཀྱང་སྟབས་མི་ལེགས་པ་དེ་གར་སོང་ན་གསོ་བ་རིག་པ་ཟེར་བ་དང་ཚན་རིག་རེད་དམ་ད། ཆོས་ལུགས་མ་རེད། ཆོས་ལུགས་མེད་དུས་ཚེ་རིང་ནང་བཞིན་གྲོགས། བྱས་ཙང་ད་ལྟའི་གི་ཆོས་ལུགས་དཔེ་གི་གསུང་བྱང་ཀྱོག། དེ་ལ་གཞི་བཞག་ཅེས། དེ་ལ། གཞི་བཅོལ་ནས། བཤད་བྱང་ཀྱོག་དེ་གའི་ཐ་དེང་དུས་གི་གྲོགས་ཟེར་ཡག་ཐ་ཁག་པོ་རེད། འགྲོ་བ་མི་ལ་ཡི་གེ་བྱུང་པའི་གི་ལོ་རྒྱུས་ཐ་ཧ་ལས་པའི་རིང་པོ་ག་ཡག་མར་ཐ། ཇག་གོ་བོན་ཟེར་ཡག་ཐ་སྐད་གྲགས་ཆེན་པོ་རེད་སུམ་ཐོང་ལྷག་ཟེར་གྱི་ཟིག་ཐོ་ཨ། ཨ་ང་ཚོས་སུམ་ཐོང་བརྒྱད་བརྒྱ་ཟེར་དུས་ཞི་བོ་རེད་བ། དེ་ལ་ཕིང་ཡིན་བ་ཛི་རེད་བ། སྒྱོར་ལོག་བྱས་ཡག་ཡོད་པ་ཡིན། ཡག་རེད་ཡག་མ་རེད། བསམ་གཞིག་བྱས་པར། ང་ཚོ་ད་ལྟ་དེའི་ནང་ལ་སྐྱོན་མི་འདུག་ང་ཚོ། ང་ཚོ་སུམ་མཐོང་བྱེད་ཀྱི་སྐྱོན་མི་འདུག་བོད་ཀྱི་གསོ་བ་རིག་པའི་ར་བ། གྲྭ་བ། གར་ཚ་བོ་རེད་ར་སྐོར་དེའི་ནང་ལ་བཤད་དེ་ནི་སྐྱོན་མི་འདུག། རྙོག་དྲ་བཤད་ཉན་མི་འདུག། ཡིན་ནས་ཕྱི་ལོག་གི་མཁས་པ་རྣམས་བཤད་དུས་ངོ་ཚ་གི། འཛམ་གླིང་ལོ་རྒྱུས་དང་མི་མཐུན་བའི་སྐད་ཆ་ཅིག་བཤད་གི་སི་མི་ཁས་ང་ཚོ་སྐད་ཆ་དེ་ལ་མཐོང་མཐོང་མི་འདུག་བརྙས་ཆུ་བྱེད་གི། ཁྱོད་གར་གཤེགས་འདོད་ཟེར། སུམ་ཐོག་ཅེས་བྱ་ག་བ་ཡོད་རེད། ཡི་གེ། སུམ་ཆོ། སུམ་ཐོག་ཅེས་བྱ་ཕིང་ཡིག་འོན་ཚ་ག་བ་ཡོད་རེད། ཡོད་མ་རེད། འཛམ་བུ་གླིང་ལ་ཡོད་མ་རེད། ང་ཚོ་ལ་ཡོད་པའི་དཔང་རྟགས་གནའ་རྫས་རྟོག་ཞིབ་བྱས་ནས་གཉིས་ཡོད་མ་རེད། བྱས་ཙང། ཆོས་ལུགས་ཀྱི་བཤད་ཚུལ་དེ་དང་ཚད་རེག་གི་བཤད་ཚུལ་གཉིས་ཉམས་མྱོང་མཉམ་བསྲེ་བྱས་ན་ནོར་འཁྲུལ་ཆེན་པོ་རེད། ངས་ནམ་རྒྱུན་གར་བཤད་བསྡད་ཀྱི་ཡོད་སྲིད་ན། ད་སྟག་གཟིག་དཔུང་ཡིག་ཟེར་ཡང་འདི་ཚོ་རེད་ཟེར་དུས་ཁ་ཆེའི་ཡི་གེ་སོར་དེ་འདྲའི་དྲང་དགོས་ཡོད་རེད་ད་འདྲ་མི་འདྲ་ཡོད་རེད་ད། ད་དཀའ་ལས་ཁག་པོ་ཚགས་ཚར། བོན་ལ་གཏུགས་ན་འགྲིག་གི་འདུག་བོན་རེག་གཉིས་འདུག་བ། སྲིད་པའི་བོན་ཟེར་ཡག་གི་དང་གཡུང་དྲུང་བོན་ཟེར་ཡག་གི། སྲིད་པའི་བོན་ཟེར་ཡག་དང་ལོ་རྒྱུས་ཧ་ཅང་རིང་པོ་རེད། སྲིད་པའི་བོན་ཟེར་ཡག་དང་ཞང་ཞུང་གཅིག་པོ་ཡོད་བསྡད་པ་གང་ཡང་མ་རེད། བོན་ཁམས་ཡོངས་རྫོགས་ལ་ཡོད་རེད། དཔེར་ན་གཉན་འབུམ་ཟེར་ཡག་དེ་ཚོ་ལོ་རྒྱུས་བྱུང་ཚུལ་བལྟས་ན། ཨ་མདོ་གི། དམའ་རྒྱལ་བོན་པོའི་གཡས་ཡོང་རེད་གང་དེ་སིའི་གཡས་ཡོང་མ་རེད་དེ་དྲུང། བྱས་ཙང་བོན་ཁམས་ཡོངས་རྫོགས་ལ་སི་པའི་བོན་ཡོད་རེད་སྙན་མ་ནི། སི་པའི་བོན་དུ་གཙོ་བ་རིག་པ་འབྲེལ་བ་ཡོད་པ་དེ་ངོས་འཛིན་བྱེད་ན་འགྲིག་རེད་ཡིན་ནའི་དེ་མང་ཆེ་ཤོས་སྙན་རྒྱུད་ཀྱི་བཟོ་རེས་རེད། ཡིག་ཐོག་གི་བཟོ་རེས་སུ་གྲོབ་ཁག་པོ་རེད། བྱས་ཙང་ངས་ག་རེ་ཤེས་ཀྱི་ཡོད་ཟེར་ན་ང་ཚོའི་བོད་ཀྱི་གསོ་བ་རིག་པ་དེ། གསོ་བ་རིག་པའི་ཞིབ་འཇུག་པ་དང་སྨན་པ་ཚོ་གིས།

སྙིང་མེད་པ། ཨ་ན་ཙི་ཏོ་སྐྱེབས་བྱེད་མཉམ་མང་པོ་དུ་སྟོད་མངའ་རིས་ལ་དར་བ་དུ་བསྔོགས་སོ། ཚོགས་པ་མང་པོ་བསྔོགས་སོ། ཁྱི་ཤོ་ད་མི་འདུག་ག། བྱས་ཙང། ངས། ལོ་རྒྱུས་འདི་གས་ཚེ་རེས་ཚིག་ཐག་གཅིག་གི་མེད་ཏེ། ལོ་རྒྱུས་སྨྲ་བ་གིས་ཡོངས་གྲགས་ལྟར་བཤད་ན་ག་ས་རེད། ད་ལྟ་མི་ཚོ་རྩེད་བྱེད་དུས་སི་ཏག་གྲོན་ཐུང་ཡིད་ཤོ་སུས་ལབ་རེད་ཟེར་ངས་མི་ཤེས་ལབ་ཤེས། ང་ཚོ་བོད་བཟོ་བ་རིག་པ་སི་ཡ་ཏུ་འཛམ་གླིང་ཧྲི་ཅེ་སི་ཏག་ཁྲོན་ཐུག་ཡེ་ཤུ་ཀྲི་ཀྲི་བར་བ་བིན་ཅན་ཡིག་ཆ་ཁང་ནང་སུས་བྲིས་པའི་ངས་ཤེས་མེད། ཕྱི་རྒྱལ་འདི་འདྲའི་ལབ་ཡི་མི་འདུག་སུས་ལབ་ཡི་མི་ཤེས་ཧ་མི་གོ། ཨ་སུམ་ཐོག་བརྗེད་བྱ་སི་ཡ་ཏུ་ནི་མིའི་ཁྲི་སྐད་བྱེད་གི་མི་གད་མོ་ཤོར་གི་ཡོད། ད་དེ་ལ་བསམ་གཞིག་བྱེད་དགོས་པ་གནས་ཚུལ་རེད་འོ་དེ་རེད། ད་དེ་ནས་ང་ཚོ་འབུམ་སྐྱིལ་གཏུག་གི་ལུགས་སྲོལ་བརྗོད་བར་བ། ད་ལྟའི་ཆོས་ལུགས་གྲུབ་མཐའི་གི་ཤུགས་རྐྱེན་ཅི་ཡང་མེད་པའི་སྐད་ཆ་བཤད་ན་ནི་དཀའ་ལས་ཁག་པོ་རེད། ཆོས་ལུགས་གྲུབ་མཐའ་ལ་གྱར་ཡོང་ན་ནི་ང་ཤེས་ཤེས་མ་ཤེས་མི་འདུག་ཤེས་ཉེས་གྲོགས་མེད། ཆོས་ལུགས་གྲུབ་མཐའ་ཟེར་ན་མགོ་ནི་རེད། བོད་པ་ཚོ་གི་མི་ལོ་སྟོང་ཕྲག་རིང་ལ་རྒྱབ་འགྲེལ་བྱས་པ་རེད་འབྲས་བུ་གང་ཡང་སྨིན་ཡོང་མ་རེད་ང་གྱང་དུ་རྩ་ནི་མེད། ཡིན་ནས་འབུམ་བཞིའི་ནང་ལ་བལྟས་པས་ནི་ཡན་ལག་བརྒྱད་པའི་སྙིང་པོ་བསྡུས་པའི་གི་ནང་དོན་དང་རྒྱ་ནག་གསོ་རིག་གི་ནང་དོན་དང་དེ་ཚོ་ལ་བལྟས་ན།

དེ་རེད་རྙོག་དྲ་ཆེ་ཤོས་དེ་རྒྱུས་ཁྱི་ད་དེ་རྒྱུས་ཁྱི་དེ་ཏིག་ཙག་ཅིག་བཤད་དགོས་བསམ་ཤེས་ད་དེ་ངས་རྟག་པར་བཤད་བསྡད་ཡག་ཅིག་རེད་ཁྱོད་ཚོ་དེ་ས་ཨམ་ཆོག་ཚ་གི་རེད་ཞེ་དྲག་བཤད་ན་ཨམ་ཆོག་ཚ་གི་རེད་ངས་མདོར་བསྡུས་ཀྱི་མ་ཐུབ་མི་ཤེས་ད་རྒྱུས་ཁྱིའི་སྐོར་དེ་གནའ་སྔ་མོ་ནས་རྩོད་པ་བརྒྱབ་དུས་ངའི་ལ་ག་ལ་བོར་ཟེར་ན་རྒྱལ་བའི་བཀའ་རེད་སངས་རྒྱས་བཀའ་རེད་བེད་དུ་རྩོད་པ་རྐྱང་རྐྱང་བརྒྱབ་བསྡད་པ་རེད་ཁ་ཤས་ནི་མཁས་པའི་བསྟན་བཅོས་རེད་རྩོད་པ་བརྒྱབ་བསྡད་པ་རེད་ཐ་ན་ཁ་ཤས་རྒྱ་ནག་ནས་བྱུང་བ་རེད། ཨ་ནི་ཉེ་བའི་ཆར་སྐད་ཚ་ཤུལ་དུ་འབབ་རྒྱུ་ནི་བྱུང་གི་རེད། ལ་གུ་ཏོ་བ་མི་ཚུགས། ཤུགས་ཆེན་པོ་ལ་གུ་ཏོ་བ། ད་སངས་རྒྱས་ཀྱི་བཀའ་རེད་ཟེར་སྙན་ཐོས། མང་པོ་རེད་རྔན་མ་ཡིན་ན་ཧ་ལམ་མང་ཆེ་ཤུགས་རེད། ཟུར་མཁར་བློ་གྲོས་རྒྱལ་པོ་མ་བྱོན་གོང་ལ། ཟུར་མཁར་བློ་གྲོས་རྒྱལ་པོ་དེ་གཅིག་ཚོང་ལྔ་བརྒྱའི་ནང་ལ་འཁྲུངས་པར་བ། ག་དུས་གྲོངས་ཡིན་ཟེར་བ་ཧ་གོ་ཡག་མ་རེད། མང་ཆེ་ཤུགས་བཤད་དེ་ཡང་སངས་རྒྱས་བཀའ་རེད། སངས་རྒྱས་བཀའ་མ་རེད་ཟེར་ན་ཁྱོད་རང་གི། དམྱལ་བ་དྲུག་རེ་ཞེ་ན་བསྐུལ་བར་བྱ། ད་ང་ཚོ་མང་ཆེ་ཤོས་དམྱལ་བ་ཕྱིན་ཚར་ད་ལྟ་སངས་རྒྱས་བཀའ་རེ་ཟེར་ཉེ་ཞེ་རག་ཡོད་མ་རེད་པ། ཞེ་ན་ཞེ་བོ་བསྐུལ་བ་རེད། ད་མཁར་མེད་བསམ་ཐེངས་ལབ་རེད། ད། ད་ཡག་ཤོས་ར་གྱི་ཁར་ཟེར་ན་གྲུབ་མཐའི་རྩོད་རྙོག་ཅིག་མི་ཟེར་རེ་བྱེད་མི་འདུག། རྒྱུད་ཀྱི་བཀའ་རེད་རྒྱུད་ཀྱི་བསྟན་རྒྱུད་རེད་མི་ཟེར་རེ་བྱེད་མི་འདུག་དེ་ཨོ་ཙི་རེད་ལབ་རེད། ད་མ་གཏོགས་ད་ཤེས་དགོས་ཆ་ཚང་ཤེས་པ་རེད་དམའ་འབེབས་བཏང་དགོས་ཆ་ཚང་བཏང་པ་རེད། ད་དེ་གས་ཀྱི་དཔེ་མཚོན་ཡག་ཤོས་ཡིག་ཆ་ག་བ་ཡོད་ཟེར་ན། དེ་ནས་བསྟན་པ་མེད་པའི་ཆོས་ཀྱི་སྐུ་ལྔ་ལྷུན་གྲུབ་རྒྱུད་བཞི་རྣམ་ལྔའི་དཔག་བསམ་ལྗོན་ཤིང་ལ་སོགས་པའི་ཡིག་ཆ་ཁག་ནང་ལ་གསལ་བོ་ཡོད་རེད། ད་མདོར་ན། རྒྱུ་ཡི་ཀར་བཙན་རྒྱུ་རེས་བསྙད་དེ། ཐོག་མར་རྩོད་པ་དང་གཡུ་ཐོག་གི་སློབ་རྒྱུ་དྲུག་ལ་བྱུང་བ་རེད་ད། མདོར་བསྡུས་བཤད་ན། སུམ་སྟོང་ཡེ་ཤེས་གསུང་གི། དྲང་སྲོང་རིག་པའི་ཡེ་ཤེས་དྲང་སྲོང་ཡེ་ལེ་རྒྱལ་གཉིས་དྲི་བ་དྲིས་ལན་ཚུལ་དུ་མཛད་པའི་རྒྱུ་བཞི་ཟེར་ཡག་ཅིང་སྔར་གཡུ་ཐོག་གི་ཕྱག་ན་རག་བྱུང་བ་ཟེར་ལབ་པ་རེད། ཨ་སློབ་མ་གཞན་དག་སུ་གཅིག་རག་ཡོད་མ་རེད་ལྐུགས་པ་ཁོང་ཚོ་རག་ཡོད་མ་རེད་ང་གཅིག་པོ་རག་བྱུང་ལབ་པ་རེད་ད་དེང་སང་བཤད་སྟངས་བྱས་ན་བོར་ཤོག་ཡག་ཐག་ཆོད་ཅིག་ཤེས་པ་རེད། དེ་ཤེས་ནས་རྒྱང་མན་ལེབ་སེ་ལགས་སོགས་བོད་སྐད་གཡུ་ཐོག་ལ་ཁོང་ཁྲོ་ཟེར། ཏིགས་དམ་ཚིག་ཉམས། ཨ་ནེ། ཁོང་ཁྲོ་ཟད་ནས། ག་ལ་བ་རེ་ཟེར་ན་ཡེ་ཤེས་གཟུགས་ནི་ཤེས་རབ་བཏང་ཞེན་པའི་བསྟན་བཅོས་ཆེན་པོ་གོ་ར་ནུས་མ་ཡིན་མགོན་པོའི་དོན་དུ་ཉིན་ངོ་གོ་ལ་བ་མཛེས་པ་ཡིན་རྒྱལ་བས་གསུངས་པ་ཡིན་གཡུ་ཐོག་མགོན་པོ་གི་ད་ཡེ་ཤེས་གཟུགས་འདི་པས་རིག་པ་སྐྱོ་བོ་ཡིན་ཙང་སྟབས་བདེ་ཅིག་བཟོས་ཅིག་མཛེས་པ་རེད་མ་གཏོགས་སངས་རྒྱས་གསུང་ཞག་པོ་ཅིག་ཡོད་མ་རེད་རྩོད་པ་དེ་ནས་མགོ་བརྩམས་རེད་རྩོད་པ་དེ་ནས་མགོ་བརྩམས་པ་རེད་ད་དེ་གས་དེ་ངས་བཟོ་འཇོག་མ་རེད་དེང་སང་ཡིག་རྐྱང་བེའོ་རེད་བ། ངས་མ་ཨ་རུ་རི་དཔེ་ཚོགས་བཀའ་དྲིན་ཆེན་པོ་རེད་ད་དེ་ཤག་ནས་ང་ཚོ་གསོ་རིག་སློབ་གླིང་གི་དཔེ་ཆ་དཔའ་ལོ་རྒྱ་མཆོ་དྲུག་ཅུ་རྩ་གཅིག་རྒྱལ་ཁབ་སྨན་རྩིས་ཁང་གི་བསྐྱར་དུ་སུམ་ཅུ་བརྒྱབ་རེད་བཀའ་དྲིན་ཆེན་པོ་ཞེ་རག་རེད་ང་ཚོ་ལྟ་ཐུབ་ན་དཔེ་ཆ་ལ་ཐོག་པ་གང་ཡང་ཡོད་མ་རེད་བ་དེ་སུ་ནང་ལ་ཡོང་རྫོགས་བྲིས་ཤག་རྩོད་པ་ཐོག་མར་གཡུ་ཐོག་གི་སློབ་མའི་ནང་བྱུང་པ་རེད་ད་དེ་ནས་མ་རྩོད་པ་ཞི་བོ་ཤུགས་ཆེ་རུ་ཕྱིན་པ་རེད་དཔའ་རུ་གཅིག་ལ་ད་དེ་ནས་མ་མཁས་པ་སྐད་གྲགས་ཀྱི་དུས་སོགས་ཡོང་རྫོགས་རྩོད་པ་ཞི་བོ་བྱེད་དགོས་རེད་དྲང་བདེན་དཔའ་མཐའི་ཚུལ་གྱིས་བྱང་པ་རྣམ་རྒྱལ་ཁྲག་བཟང་ད་བྱང་པས་བྱང་ལུགས་མང་ཆེ་ཤོས་ཟུར་མཁར་གོང་གི་ཟུར་ལུགས། ཡོངས་རྫོགས་ཀྱི་ཀ་རེད་ཀ་རེད་ལབ་གི་བ་རེད་ཀ་མ་རེད་ཟེར་ན་གཤེ་གཤེ་ཞེ་བོ་བཏང་གི་རེད། ཉན་ནུས་ཡག་ཡོད་མ་རེད་ད་ང་དམྱལ་བར་འགྲོ་ཐག་ཆོད་རེད་བསམ་བསམ་བྱོས་རེད། ད་དེ་ནས་མ་མ་རེད་ཟེར་མཁན་མང་པོ་ཡོད་རེད་བོད་ཀྱི་མཁས་པ་སྐད་གྲགས་ཆེན་པོ་ཡོད་པ་བཅོམ་ལྡན་རིག་པའི་རལ་གྲི་བོ་དོང་ཕྱོགས་གླིང་རྣམ་རྒྱལ་སྟག་ཚང་ལོ་ཙཱ་བ་ཤེས་རབ་རིན་ཆེན་པཎ་ཆེན་ཤཱཀྱ་མཆོག་ལྡན་ལགས་སོགས་བོད་སྐད་བོད་དང་ལ་སྐད་གྲགས་ཆེ་ཤོས་དེ་ཚོ་སངས་རྒྱས་བཀའ་མ་རེད་བཀའ་ཡིན་པ་ཁའི་རྩ་བ་ཉིད་དུ་ལེན་དགོས་ཡག་མ་རེད། ད་བསྟན་འཆོལ་རེད་ཟེར་དུས་བསམ་པ་སུས་བྲིས་པ་རེད་ཟེར་དུས་བཤད་ཚུལ་མ་འདྲ་བ་སྣ་ཚོགས་རེད། མང་ཆེ་ཤོས་གཡུ་ཐོག་མགོན་པོ་མཛད་པ་རེད། ཁ་ཤས་ཀྱིས་གྲ་པ་སྔོན་ཤེས་དབུ་བ་ཐར་གྲགས་སྟོན་ཐེ་མཛད་པ་རེད་སྟོན་ཆེན་དཀོན་མཆོག་ཅེ་མཛད་པ་རེད་ཁ་ཤས་འབེ་རོ་ཙཱ་ནེ་མཛད་པ་རེད་ཁ་ཤས་ཨོ་རྒྱན་པད་མས་མཛད་པ་རེད། ད་ཟུར་མཁར་ལུག་ཕྲུག་སྐྱ་གུ་གིས་ད་དེ་གའི་རྒྱབ་འགྲེལ་མང་པོ་བྱ་གི་ཡོད་ཙང། སུ་ལ་ཡང་བཀྲག་མ་བཟོ་བའི་སྐད་ཆ་ཅིག་བཤད་པ་རེད། གར་ཞེས་པ་རེ་ཟུང་སྐད་ཆ་སྙན་པོ་ཞེ་དྲག་རེད་ཕྱི་ལྟར་ན་སངས་རྒྱས་ཀྱི་བཀའ་ནང་ལྟར་ན་དཔེ་འབྲུ་དང་བསྟན་འགྱུར་གསང་བ་ལྟར་ན་བོད་ཀྱི་བསྟན་འགྱུར་རྡོག་རྡོག་བོད་ཀྱི་བསྟན་འགྱུར་རེད། ཕྱིས་ཀྱི་སྒྲོམ་གཞི་དེ་སངས་རྒྱས་བཀའ་རེད་ད་སྐད་ཆ་ཡག་ཤོས་དེ་རེད། དྲང་སྲོང་རིག་པའི་ཡེ་ཤེས་དྲང་སྲོང་ཡིད་ལས་སྐྱེས་དྲི་བ་དྲི་ལན་དེ་དག་ཕྱི་ལྟར་ན་རེད་བ། རྡོག་རྡོག་རང་དང་སངས་རྒྱས་བོད་ཀྱི་བསྟན་འགྱུར་རེད། མཐར་ཐུག་བཤད་ན་གཡུ་ཐོག་གི་མཛེས་པ་རེད་ཟོ་དེ་ཤེས་པ་རེད་ད་སོང་ཐོག་དཔེ་ཀྱི་གསུང་ཚུལ་རྒྱ་བར་དེ་དག་གཡོག་ཞུ། ཚོང་དོགས་པའི་གསུང་ཚུལ་དེ་དག་མི་ཚོ་གོ་མྱོང་ཡོད་མ་རེད་དེ། ཡིན་ཡང་དུ་གཡུ་ཐོག་མཛེས་པ་རེད། ཡིན་ནའི་གཡུ་ཐོག་ཏུ་སྨན་གྱི་བླ་མས་བཀྲུར་བ་རེད་ཟེར་བ་དེ་འདྲས་ཤིག་ཤེས་པ་རེད། ད་རྒྱང་བ་རྔ་བ་འགོ་འཛུགས་སླ་ད། རྩོད་པ་ཞེ་དྲག་ཡོད་མ་རེད། རྩོད་པ་དེ་ཞེ་དྲག་རྒྱག་ཐུག་གི་ཡོད་མ་རེད་དེ། སྲིད་བཟང་ཁྱེད་ཅག་ཚོ་ཁོ་བོའི་དྲང་སྲོང་ཅེས་པའི་དགའ་སྟོང་དོན་ཚར་ནས་རྩོད་པ་ཞེ་དྲག་མེད་པ་རེད། ད་དེའི་ནང་ལ་གཡུ་ཐོག་རྙིང་མ་རྒྱུད་བཞི་བཙོན་པ་པོ་རེད་ཟེར་མཉམ་མི་གཅིག་རར་ཀློང་རྡོལ་བླ་མ་ངག་དབང་བློ་བཟང་རེད་དེ་མ་གཏོགས་བྱུང་ཡག་མ་རེད། དེ་འདི་སི་ཏུ་པན་ཆེན་ཆོས་ཀྱི་འབྱུང་གནས་དང་ཨ་ནེ་དྷིའི་གི་རྒྱན་དྲངས་པ་སྦེ་ལོག་ཚེ་དབང་ཀུན་ཁྱབ་ལགས་སོགས་པའི་གི་ནི་ཨ་ནེ་གཡུ་ཐོག་རྙིང་མ་ཟེར་ཡག་དེ་ཁས་ལེན་བྱེད་གི་བ་མ་རེད་འོ་དེ་ལྟ་བུ་ཅི་རེད། ད་དེ་ནས་མ་ཐུབ་མཁན་ཆོས་ཀྱི་ཉི་མ་ལགས་སོགས་པའི་གི་རྒྱ་ནག་ནས་བྱུང་གི་རེད་ཟེར་ལབ་གི་བ་རེད། ད་དེ་ནས་བོན་པོ་ཡིག་བཀྱག་ཁག་ནང་ལོགས་ལ། ཅིག། འབུམ་གྱི་ཟེ་ཡག་ཅིག་བྱུང་ཡོད་པའི་སོ་འདྲ་སྟེ་གཡུ་ཐོག་རྙིང་མའི་གས་ཕར་གཡུ་ཐོག་རྙིང་མ་ཡིན་ན་འགྲོ་སུ་ཡིན་ན་ཤེས་མེད་གང་དག་ཕར་རྒྱུད་ཀྱི་རྒྱུད་རབས་རེའི་ཟེ་ཡག་སྐད་ཆ་བརྗོད་ཡག་རེད་ད་དེང་སང་དུ་ཤུགས་ཆེར་བཏང་ནས། འབུམ་གྱི་ཡོད་པའི་ཡོད་རབས་མི་ལོ་སུམ་སྟོང་བྱེད་ཅན་ཡིན་པའི་ཡིན་རབས་མང་པོ་ཅིག་གནང་གི་འདུག་ཨ་ཡིན་ནས་དེ་དད་པའི་སྣང་ངོ་ལ་ཕྱིན་པ་རེད་མ་གཏོགས། ལུང་རིགས་གོ་ནས་སྒྲོག་ཁག་པོ་རེད་གོང་དུ་ཞུས་པ་དེ་རེད་ད་ང་ཚོ་གསོ་བ་རིག་པ་ཟེ་ཡག་དེ་དད་པ་དང་སྣང་ངོ་ཕྱིན་ན་གར་བྱེད་ནས་འགྲིག་རེད་ཁྱོད་རང་དད་པ་གར་བྱེད་ནས་བྱེད། ཁྱད་པར་ཅི་ཡང་མི་འདུག། ད་ཡིན་ནའི། མི། ཐུན་མོང་ནང་ངོས་ཟིན་པའི་མི་ཡོངས་རྫོགས་ཀྱི་གོ་ཡ་ཡོད་པའི་སྐད་ཆ་ཅིག་བཤད་ཀྱི་ཡོད་ན་ནི། ཚན་རིག་ཞིབ་འཇུག་གི་ཐམས་ལན་ལ་བརྟེན་ནས་སྐད་ཆ་བཤད་ན་མ་གཏོགས་ཐབས་ཤེས་གཞན་དག་ཡོད་མ་རེད། མི་ཡོངས་རྫོགས་གོ་ཡ་ཕྱི་རྒྱལ་གྱི། ཉན་ནས། འགྲིག་རེད་སུས་རྒྱ། རྒྱ་རིགས་ཀྱི་ཉན་ནས་འགྲིག་རེད་སུས་ཉན་ནས་གོ་ཡ་ཡོད་པའི་སྐད་ཆ་བཤད་འོ་རེད་མ་གཏོགས་འདི་ངས་དེས་པ་ཡིན་དཱ་ཟེར་བཤད་ས་ཡོད་མ་རེད་ཟེར་བཤད་ཀྱི་ཡོད།

ཕྱི་རྒྱལ་མཁས་པ་གྱེས་ནད་དེ་རྒྱ་ཚོ་དང་ཧྥི་ནན་དང་མེ་ཡ་ཟེར་ཡ་ཁོང་ཚོ་བལ་དུ་ཁོང་ཁྲོ་རིས་དྲུག་ཡིན། རྫུན་མ་འདི་འདྲས་བཟོ་བ་ཧང་སང་ཡ་རེད་ཟིག། ཆ་ཏུ་ཤ་བསྟན་ཅང་ཟི་ཏུ་རྒྱུད་བཞི་ཟེར་བ་རེད། རྒྱུད་བཞི་ཟེར་ཡང་མིང་དུ་མ་གི་ལིག་རྒྱ་ནང་ཡོད་ཨ་མ་རེད་ཨ་གོ་སང། ང་ཚོ་ད་ལྟ་རྒྱུད་བཞིའི་མགོ་ལ་ཡོད་བའི་ཀི། རྒྱ་གར་ཀི་དང་ཨ་མེར་ཏ་ཧྲི་འདའ་ཡ་འགའ་འདྲ་མགོ་ཁ་ཨུ་པ་འདི་ཤ་བསྟན་དར་ནང་མ་ཟེར་ཡ་ཞི་ཏུ་ཨ། ལིག་རྒྱར་ནོར་མགྱོགས་རེད་ཟེར་བ་རེད། བོད་པའི་ཁྲིད་མགྱོགས་རེད། ལེགས་སྐྱར་ནོར་འགྱོག་ཧ་གོ་སོང། ང་ཚོ་བོད་པ་ཚོ་གི་མ་ཤེས་ཤེས་མདོག་བྱེད་ཀྱི་ལེགས་སྐྱར་མང་པོ་འཁྲུག་བར་བ། ང་ཟླ་གཉིས་གཅིག་གི་གསུམ་པིས་ཀྱི་བྲིས་དུ་མི་གོ་ལ་བའི་ཤིག་མེད་ལ་བའི། ཁྱོད་ནི་མི་བྲི་ལ་བའི། ཧ་མདའ་གོམ་བེ་གེ་ཏི་བ་གཅིག་གོམ་འགྱོག་རེ་ག་རེ་རེ་ས། ཞིབ་བྲི་གོ་བར་བ་རྫུན་མ་རེད། རྒྱ་ཡིག་ཁྱོད་ནི་མི་ཤེས་པས་རྒྱ་ཡིག་སྙན་ངག་བྲིས་པ་དེ་ཆགས་རེད་བོད་རྒྱ་ཚིག་མཛོད་ཆེན་མོ་ལ་བལྟས་ནས་ནི་ཁྱོད་རྒྱ་ཡིག་སྙན་ངག་ཅིག་བྲིས་ད་བོད་ཡིག་དབང་ཐོག་མི་ཤེས་ཉན་གྱི་གོ་ཡ་ཁྱོད་ནི་ཡོད་མ་རེད་ད་ཆགས་རེད་བྱས་ཙང་གཡུ་ཐོག་གི་རྫས་ཡོད་རེད་ད་གང་ད་བརྒྱུད་རྒྱ་གར་གྱི་དང་ཨ་མེར་ད་སི་ཡ་ད་ལིག་བསྐྱར་ནོར་ཡོད་པ་ཕྱི་རྒྱལ་མཁས་པའི་རྩོམ་ཧི་བོ་བྲིས་ཡོད་རེད་ལིག་བསྐྱར་ནོར་མགྱོགས་རེད།

ད་ངས་བོད་སྐད་ཐོག་བསྒྱུར་རྒྱུ་འདི། བོད་ཀྱི་གསོ་རིག་གི་ཕྱི་མོར་གྱུར་པའི་རྒྱུད་ཀྱི་གནས་སུ་གུག་ཐང་ནར་ཁོ་ག་ལ་བའི་ཟེར་ན་རྒྱུད་ཀྱི་དེ་ལེགས་སྦྱར་ཐོག་ཏུ་བྲིས་པའི་གསོ་བ་རིག་པའི་གཞུང་ལུགས་ཕྱི་མོ། གཞུང་ཕྱི་མོ། དུས་རབས་བརྒྱད་པ་ནས་བཅུ་གཉིས་བར་དུ་བོད་འབྲེལ་སྐད་དུ་བསྒྱུར། སྤྱི་ཚོགས་དང་གནམ་གཤིས་ཀྱི་གནས་ཚུལ་ལ་གཞིགས་ནས་གཡུ་ཐོག་མགོན་པོ་སོགས་ཧེ་མ་ལ་ཡའི་མངའ་ཁོངས་ཀྱི་མཁས་པ་རྣམས་ཀྱིས་བཟོ་བཅོས་བྱས་ཡོད། ད་ལྟ་རྒྱ་གར་གྱི་ལྟ་བ་རེད། དཔལ་ལྡན་རྒྱུད་ཀྱི་སེ་ཡ་དང་ལིག་ཀྱར་ཀའི་ཐོག་ལ་ཡོད་རེད་བོད་སྐད་ལ་བསྒྱུར་བ་རེད་ལ་དབུ་བ་མ་ད་བོད་འབྲེལ་སྐད་ལ་བསྒྱུར་བ་རེད་བྱས་ཙང་ད་ལྟ་ང་ཚོ་ཐག་གཅོད་བྱེད་དགོས་པའི་གནས་ཚུལ་ཆེན་པོ་གཉིས་རེད་གཅིག་བོད་ཀྱི་གསོ་བ་རིག་པའི་འཇུག་ངོགས་དེ་བོད་ལ་ཐུག་ཡོད་པ་གཉིས་དཔལ་ལྡན་རྒྱུད་ཀྱི་ད་བོད་ཀྱི་མཁས་པ་གཅིག་གིས་མཛད་ཡོད་པ་སུས་མཛད་ན་འགྲིག་ཨ། གཡུ་ཐོག་གསར་རྙིང་སུ་ཡིན་ན་འགྲིག་ག་ང་ཁྱེད་འགྱོད་ནི་མེད། གང་ལྟར་བོད་ཀྱི་མཁས་པ་ཁྱེད་ཀྱི་གོ་གི་འདུག། དེ་ལ་དཔང་རྟགས་གོང་ཚད་གོ་གི་འདུག་དད་པ་དག་སྣང་གི་འགྲོ་ཡོང་གི་མི་འདུག་ཚེ་རིང་ཞིབ་འཇུག་གི་ཐང་ལ་ཐམ་ལམ་གོ་ནི་གྲོབ་ཐུབ་མི་འདུག། ད་ལྟ་ང་རང་གི་མི་ལོ་མང་པོ་རིང་ལ་ཅིག། ཞིབ་འཇུག་བྱས་པ་ལྟར་ན་ག་རེ་ཟེར་ན། དཔལ་ལྡན་རྒྱུད་བཞི་ཟེར་ཡ་དེ་ལ་འབྱུང་ཁུངས་ཆེན་པོ་གཉིས་རེད་གཅིག་ག་རེ་ཟེར་ན། གསོ་བྱེད་སྔ་དར་སྐབས་སུ་བྱུང་བ་རེད་གཉིས་པ་དེ་གར་སོང་ན་ཡན་ལག་བརྒྱད་པ་རེད་ཁས་ལེན་གྱི་ཡོད། དཔེར་ན་ཡན་ལག་བརྒྱད་པའི་ཁའི་ཤུགས་རྐྱེན་ག་བ་ཐེབས་ཡོད་སོང་ན་ཤེས་རྒྱུད་གཙོ་བོར་བྱས་པའི་ཁའི་གཞུང་ལུགས་ཁག་ལ་ཐེབས་ཡོད་རེད། རླུང་རེ་ལྔ་འཁྲིད་པ་རེ་ལྔ་ཡོངས་རྫོགས་ད་ཡན་ལག་བརྒྱད་པ་རེད་ཁྱོད་རང་ཚོར་མཁྱེན་གྱི་ཡོད་ཀྱི་རེད། ཆ་ཚང་རེད། ད་ཡན་ལག་བརྒྱད་པ་མ་འབྱོར་གོང་གི་གསོ་བྱེད་སྔ་དར་གྱི་ཡིག་ཆའི་ཤུགས་རྐྱེན་ཐེབས་ས་གཙོ་བོ་མན་ངག་རྒྱུད་དང་ཕྱི་མ་རྒྱུད་རེད། རྩ་རྒྱུད་ནི་ཕལ་ཆེར་ཞང་རོང་བ་ཟི་ཅིང་བར་གྱི་ཡིག་ཆ་ནས་བྱུང་བསྡད་པའི་བཟོ་གྲྭ་གྱི་འདུག། དེ་ཡིན་དུས་རྩམ་པ་རྒྱུད་ཀྱི་གསལ་ཐོ་དེ་ལོ་རྒྱུས་སྔ་བོ་ཞིག་ཡོད་མཁན་མ་རེད། ད་ངས་ཀྱི་སྡོམ་ཚིག་ལྟར་ན་བཤད་རྒྱུད་ནང་གི་རྒྱུད་ཚེག་ནང་གི་བརྒྱ་ཆ། བཞི་ཆ་གཅིག། སི་ཧྥན་ཀྲི། ཡན་ལག་བརྒྱད་པ་དང་གཅིག་པ་རེད། མན་ངག་བཅུ་ནི་བརྒྱ་ཆ་དོན་ཟིག། ཕྱི་མ་བཅུ་ནི་བརྒྱ་ཆ་གསུམ་ཟིག། རྒྱུད་ཀྱི་ཆ་ཚང་ནང་ལ་སྐྱོན་ལྔ། སྐྱོན་ལྔ་ཙམ་ཟིག་བརྒྱ་ཆ་སྐྱོན་ལྔ་ཙམ་ཡན་ལག་བརྒྱད་པ་དང་འདྲ་བོ་རེད། ཧ་ཐོར་ན་བརྒྱ་ཆ་ཉི་ཤུ་ཡན་ལ་ལེགས་མ་རེད། ད་དེ་སུས་མཛད་པ་རེད་ཟེར་ན་གཡུ་ཐོག་ཡོན་ཏན་མགོན་པོ་མཛད་པ་རེད། རྒྱུད་ཀྱི་ཟེར་ཡ་དང། མཛད་པའི་གི་དཔང་རྟགས་མང་པོ་བསྟན་ཡ་ཡོད་ད་དེ་རིང་ཞུ་ཚུལ་མི་འདུག། གར་དུ་བསྡུར་གྱི་ཡོད་ཚེ་ན་གཡུ་ཐོག་གི་མཛེས་ཞེས་པའི་བུ་སྟོང་མ་དང་རྒྱུད་ཆུང་དང་ནོར་བུའི་ཕྲེང་བ་ལ་སོགས་པའི་ཡིག་བརྒྱ་དེ་དག་ཏུ་མདོར་ནི། མཐར་ཐུག་དཔལ་ལྡན་རྒྱུད་ཀྱི་སྲི་ཡག་དང་གཡུ་ཐོག་གི་སྐུ་ཚེ་མིག་རང་ལ་མཛེས་ཡོད་པ་རེད། ཨ་འདི་རག་ཡག་དེ་ནི་སུམ་སྟོང་ཡིག་ཤེས་ཟུང་གི་རག་ཡོད་ས་རེད། ད་གལ་སྲིད། ཡིན་གྱི་མིན་གྱི་རྒྱུད་ཀྱི་ཐག་རིང་པོ་ཞེ་འུར་གྱིས་འགོག་འདུག་ན། ད་ཁྱོད་རང་ཚོ་ཟིན་ན་མ་བྱུང་ང་རང་ཚོ་སེམས་པ་སྐྱིད་བོ་མི་འདུག་ན་དུས་ཤིག་ཏུ་ལོ་རྒྱུས་ཐུང་ཐུང་ཆགས་ན་སེམས་པ་སྐྱིད་བོ་མི་གཉིས་ལ་སྐྱོན་བྱེད་ཀྱི་འདུག་ན་ཐབས་ཤེས་གཅིག་འདུག་ཐབས་ཤེས་གཅིག་གར་འདུག་ཟེར་ན་སྦེ་རོ་ཙཱ་ནས་ས་ཕོང་ཙམ་བསམ་ཡོད་ས་རེད། ཁོ་ར་ཇུས་གཅིག་གི་གུས་པ་ཡར་ཤེས་ཡོང་དུས་སྦེ་རོ་ཙཱ་ནས་ཐུགས་བར་བ། ས་ཕོང་ཙམ། ཕྱི་མོ་ཙམ། དེ་ནས་དེའི་རྗེས་ལ་གཡུ་ཐོག་ཡོན་ཏན་མགོན་པོ་གསར་མས་ཁེ་སྦེ་རོ་ཙཱ་ནས་ཁེ། ད་བཞག་བཞག་འགྱོ་ལྟར་གཞི་བཞག་ཅིག་ད་དེ་ང་རང་འདུག་ཚུལ་ཟེར་ན་འདྲ་ངས་བསམ་འཆར་རེ་བཏགས། རྒྱུས་ཀྱི་ལོ་རྒྱུས་མཐོང་དྲགས་ན་མི་མང་པོ་སེམས་སྐྱོན་བྱེད་ཀྱི་འདུག་ཨ། ཡང་དབྱིན་ཡུལ་དྲན་གསོ་འདྲ་གདང་ན་སྐྱོན་བྱེད་ཀྱི་རུ་ཨ། དེ་བྱེད་དུས་བརྩམས་པ་ནི་ངེས་པར་དུ་དགོས་ཀྱི་འདུག་ན་བདུད་རྩི་སྙིང་པོ་ཟེར་ཡ་བྱུང་གྱི་འདུག་སྙན་མ། དེ་ཕལ་ཆེར་བེ་རོ་ཙཱ་ནས་ཅིག་གྱུར་རེད་ཟེར་ཡ་ཡིན་ཤས་ཆེ། ས་ཕོང་ཙམ་སུ་བེ་རོ་ཙཱ་ནར་གཏུགས་ཨེ་འདི་ནས་མ། གཡུ་ཐོག་གི་རྫས་བཞག་པ་དང་སེ་བ་ར་གྱི་རས་བཞག་ཚེ་སྤྱི་འཐུས་བོད་པ་གཉིས་ལ་ཐུག་གི་འདུག་བ་རྒྱ་གར་མི་རྒྱུད་དང་འབྲེལ་བ་མི་འདུག་བ་བེ་རོ་ཙང་དང་བོད་པ་གཙང་མར་གཡུ་ཐོག། གསར་མ་ཡོན་ཏན་མགོན་པོ་མི་རྒྱུད་དང་འདྲེས་ཞེས་པ་དེར་ཐུག་བར། ཉང་ཐུང་འདྲེས་དང་ཁྱུང་གི་རྫིས་རྒྱ་གར་གྱི་འབྲེལ་བ་ཡོད་མ་རེད། གཡུ་ཐོག་རྙིང་མ་རྒྱ་གར་གཅིག་ཕེབས་རེས་དེ་ཚོ་འབྲེལ་བ་ཡོད་མ་རེད་ད་དེ་ངས་གཙང་མང་པོ་བྲིས་ཞུ་དུག་སྤྱི་འཐུས་བོད་པ་གཉིས་ལ་ཐུག་གི་འདུག། ཨ་ན་ཏིགས་ཡག་མེད་འགྲོ། རྒྱ་གར་ལ་གཏུག་ཁ་བྱེད་ད་ད་ལྟ་ཉེན་ཁ་ཆེན་པོ་རེད། གཅིག་ནི་ང་ཚོ་བྱུང་རག་གི་འདུག་གཉིས་ནི་རྒྱལ་ཁབ་ལ་ཁབ་ཐིག་བྱས་གི་འདུག་ཟབ་ས་བྱས་ན་མ་གཏོགས་རྒྱ་ཁའི་ནང་དེང་སང་ཧུང་ཤན། ཀའོ་ཡ་ཤན་ཟེར་ཁ་ཤས་དུ་བ་གློག་ཁུལ་ཁ་ཤས་ཀྱི་ཐུག་ཡོང་ད་ཟེར། དེ་ལྟའི་བར་གློག་ཁུལ་ག་ལ་ཐུག་ཡོང་ད་ཟེར་གློག་ཁུལ་གི་རིགས་རེད་ད་ཀའོ་ཡ་ཤན་ཟེར། ང་འདི་ཐུག་འདུག་ནས་པ་པ་ལོག་ཁོག་ཡོད་མ་རེད་བ། ཧུང་ཤན་ཀའོ་ཡ་ཤན་འདུག་མི་འདུག་ཟབ་ས་ཞིབ་བལྟ་གི་ཡོད། ག་རེ། ཏི་ཨ་གོང་གཞན་རེ་མི་འདུག་ཨ་ཀའོ་ཡ་གཞན་མི་འདུག་ཨ། གོམ་པ་རྒྱབ་དུས་ཟབ་ཟབ་ཞིག་པོ་འཁྲུག་ཡོད། གློག་ཁུག་ཐུག་ན་རིག་ཡོད། འོ་དེ། རྡོག་རྡོག་བཤད་ན། རྒྱུད་བཞི། བོད་ཀྱི་གསོ་བ་རིག་པའི་འབྱུང་ཁུངས་དང་རྒྱུད་བཞིའི་འབྱུང་ཁུངས་དེ་ད་ལྟ། གསོ་རིག་དང་རིག་གཞུང་གི་གནད་དོན་གཅིག་པོ་མ་རེད། རྒྱལ་ཁབ་ཀྱི་རིག་གཞུང་གི་བདེ་འཇགས། གོ་ཅའ་ཝུན་ཧྭ་ཨན་ཆོན། རྒྱལ་ཁབ་ཀྱི་མངའ་ཁོངས་དང་བ། ལིང་ཐུ་བ་འདྲ། འོ་དེ་ཚོ་འབྲེལ་བ་ཡོད་ཆགས་ཚར། དེ་ཚོ་འབྲེལ་བ་མེད་ན། ང་ཚོ་བཟོ་བ་རུ་ད་འདི་བཟོ་རིག་སློབ་ཆེན་དུ་རླུང་རྟ་འདི་འདྲའི་རྒྱུགས་མདོག་ཁ་བོ་མ་རེད། རླུང་རྟ་མང་པོ་རྒྱུགས་དགོས་ར་བ། གར་ཟེར། བར་སྣང་ཁང་ལ་མ་ཡང་མང་པོ་ཟགས་དགོས་ར་ད། དུང་ཤོར་སྐྱོ་དུ་ཆག་ཆག་ར་བ་ར་ད། ཡི་གེ་བེད་ད། རྒྱ་ཆེན་པོ་ཞི་བུ་བརྒྱབ་ཚར་ད། བྱས་ཙང་དེ་ཚོ་ཡོངས་རྫོགས། མངའ་ཁོང་གི་དང་བ། རིག་གནས་ཀྱི་གཏན་འཇགས། རྒྱལ་ཁ་ཧྲིལ་པོའི་གཏན་འཇགས་དུ་ཚོགས་ཀྱི་འབྲེལ་བ་ཡོད་ཆགས་ཚར་རེད། ཧ་ད་གཙོ་བ་རིག་པ་ཟེར་ཡག་ཏུ་གཙོ་བ་རིག་པ་རྐྱང་པ་མ་རེད་རྒྱལ་ཁབ་ཁེ་སྐྱིད་སྡུག་དང་འབྲེལ་བ་ཡོད་ཆགས་ཚར་རེད། བྱས་ཙང་སྐད་ཆ་བཤད་དུས་གཟབ་གཟབ་མ་བྱས་ན་དེ་ལྟའི་བར་ར་ཨ་ནི་ལོ་ཁུག་ཆེན་པོ་དེ་འདྲ་ཐུག་ཡོང། དེ་ནི་ངའི་སེམས་བསམ་པའི་སྟེང་ནས་སྐད་ཆ་ཡིན། ང་ནི་དེ་ལབ་གི་མེད། ང་གཟབ་གཟབ་ཞོར་ལབ་གི་ཡོད། སྐད་ཆ་གཟབ་གཟབ་མ་ལབ་ན། ལོ་ཆེན་པོ་རེར་ལས་ཀ་ཤོར་ན་ག་ལེར་བ། དེ་ཡིན་དུས་རྩམ་པ་ངང་ནས་ཀའོ་ཡ་ཤན་དང་དུ་སོ་ཐུག་ནུས་ཀྱི་མེད། ད་འོ་ན་མ་འོངས་པ་ཁར་ཀ་ལེ་བྲིས། ད་ཀ་ལེ་དང་པོ་དེ་བརྒྱུད་ཀྱི་དུ་ཤོར་ཡང་ཉེན་ཁ་ཆེན་པོ་རེད། ད་འདི་བཤད་ཐང་བྱས་ན་ཟན་གདའ། ད་ང་ལ་དེ་ངན་ངན་ར་ཅིག་བྱས་པ་རེད་དེ་གསོ་བ་རིག་པ་དེ་ལ་བལ་དེ་ནང་ཆོས་བཟོ་རེ་ཡིན་སི་ལ་བུ་ཨར་བ།

བུ་རེད། བུ་རེད་ཚོ་གི་ཡིན་ད། བུ་རེད་གཙོ་བོར་བྱས་པའི་མི་རེད་ཚོ་ཡིན་ད་ཟད། བུ་རེད་གཅིག་པོ་ལབ་ན་འགྲིག་གི་མ་རེད། ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་བུ་རེད་གཙོ་བོར་བྱས་པའི་གལ་གནད་མི་རེད་ཁག་གི་ཡིན་ད་ཟད། རྡོག་རྡོག་ཚོ་བཤད་མ་ཐོག་ན་ཨེ་ཡོང་གི་མི་འདུག་ཟེར། ཨེ་ཙི་བུ་རེད་ཟེར་དུས་མོ་འབའ་དང་གཞན་དག་བཙུད་ན་འགྲིག་གི་རེད་བ། བུ་རེད་ལ་སོགས་པ་ཟེར་དུས་མོ་འབའ་སོང་འདྲ་ཤར་པ་སོང་འདྲ་ཏིང་ད་ཏིང་པ་ཚུགས་ཡོད་མེད་མི་ཤེས་གང་ལྟར་དེ་ཚོ་བླུགས་ན་འགྲིག་གི་རེད་བ། ཨ་ནི་ད་དུང་མ་འོངས་པའི་ཉེན་ཁ་ཆེ་ཤོས་གོང་དུ། སློབ་ཚན་འགོ་བཙུགས་དུས་ནས་ཞུས་པ་ཞིག་བརྒྱུད་སྤྱིའི་ནང་དུ་འཁོད་པའི་སྨན་སྦྱོར་དེ་དག་དང་བ་རྒྱ་གར་དུ་སོག་པོ་ལ་ཤོར་ཡོང་དུས་ཉེན་ཁ་ཆེན་པོ་རེད་ད། ག་འདྲའི་ཤོར་གི་རེད་ཟེར་ན། གལ་སྲིད། ད་ལྟ་ཀྲི་ཧྲི་ཁྲ་མཆོག་དེ་ཕྲན་དུ་ཤེས་ཀྱི་མེད་ང་རྒྱང་ཁ་ཕྱེས་མེད། དེས་བཤད་ཉན་གྲོགས་ཀྱི་དེ་ང་རྒྱང་ཐུག་མི་འདུག་དུས་ཚོད་མི་འདུག། ལོ་ཆེན་པོ་རེད་རྒྱང་ཐུག་མི་འདུག་དེ། དེ་ཅིག་བཤད་རོགས་བྱས་ན། ད་ལྟའི་ང་ཚོ་སྨན་སྦྱོར་དེ་ཚོ་ཡོངས་རྫོགས་ཕྱི་རྒྱལ་ལ་སྤྲུག་ཚད་བྱས་ཡོད་རེད་ད་ཨ་མི་རི་ཀ་ལྟ་བུ་ཅིག་ལ་སྤྲུག་ཚད་ཅིག་ཐོ་འགོད་བྱས་ཚར་ན་མ་འོངས་པ་དེ་གི་སྨན་སྨན་གི་ཐོངས་ཚད་དེ་ཚོ་ཕི་གས་ཨ་ན་དེ་སྤྲུག་ཚད་བྱེད་མཁན་ཀུང་སི་ཡིན་ན་འདྲ་སུ་ཡིན་ན་འདྲ་སྒེར་པ་ཡིན་ན་འདྲ་སུ་ཡིན་ན་དེ་ལག་པ་མ་རྒྱུས་པ་འགྲོ་ཐུག་མ་རེད་ད། མི་ཚོ་གི་དེ་བྱེད་སྲིད་གི་རེད་ད། བྱེད་སྲིད་གི་རེད་ད། སུས་ཐོག་ངས་རྒྱབ་ན་དེ་རེད་ད། བྱས་ཙང་ཨ་མི་རི་ཀ་ཡོ་རོབ་ལ་སོགས་པ་ལ་བོད་ཀྱི་སྨན་དེ་ཁྱོན་ནས་མི་འགྲོ་བ་ཆགས་ཡ་ཉན་ཁ་ཡོད་རེད། ད་ཀྲུང་གོའི་མངའ་ཁོངས་དུ་སྐྱོན་ཡོད་ཀྱི་མ་རེད་བ། མདོར་ན་ཕྱི་ལོགས་ལ་སྨན་སྦྱོར་དེ་གས་དེ་མིས་བཟོས་སོང་ན་ཨ་ང་ཚོས་ད་ལྟ་བོད་ཁང་ལ་དཔལ་འབྱོར་ཡོང་སྒོ་དེ་བཟོ་ཐུབ་ཉན། བོད་སྨན་རེད་བ་ཞིན་ད་ག་ར་ག་ར་ཡོང་ཡོང་སྒོ་བཟོ་ཐུབ་ཉན་གསུར་རྒྱུས་བཟོ་རིང་ད་ག་རེ་ཡོང་སྒོ། ཡོང་སྒོ་གསོ་ཐུབ་མེད་པར་རྟགས་གསལ་བཏང་ན་ནི་ཁ་ཁད་རག་མར་ལག་པ་ཚ་བ། རྩར་རིག་པ་འཕེར་གི་གྱུར་བ། ལག་པ་ཚ་བའི་རིགས་ལག་པ་རིག་པ་འཕེར་གི་རིགས་གཞན་དག་ཁད་མི་འདུག། བྲག་ནི་རྒྱང་མ་རྒྱང་དེ་ཡང་འདྲེས་རེད། གནས་ལྔར་རིག་པ་ཡང་ན་རིག་པའི་གནས་རྒྱུ་ནང་ལ་གར་སྙན་ངག་ནི་ནི་ནི་རང་མོས་སྙན་ངག་བྲིས་ན་འདྲ་སོར་རྒྱུན་སྙན་ངག་ཟིན་ན་འདྲ། སོ་སོའི་སེམས་ནང་གི་འཁྱར་སྒོ་དང་མར་ཤེས་ཡག་རེད་མ་གཏོགས་ཁད་གསོ་ཐུབ་མི་འདུག་དེབ་བྲིས་པ་མར་བཙོང་ཐུབ་མ་རེད་དག་རེད། མིར་སྤྲད་རྒྱུ་རེད་གོ་བས་སུ་ངའི་སྙན་ངག་དེ། རག་མ་རེད་བྱས་ཙང་ཏིག། གལ་ཡིན་ན་འདྲ་ཅི་ཡིན་ན་འདྲ། དཔལ་འབྱོར་བཟོ་ཉལ་དུ་གཙོ་བོ་གཙོ་བ་རིག་པ་རེད་བ། རེད་བ། ཨེ་མི་སྟོབས་ནག་དུ་གཞུང་གིས་མི་སྟོབས་ནག་དུ་གཙོ་ཡག་དུ་གཙོ་བ་རིག་པར་བལྟས་ནས་གསོལ་བ་རེད་མ་གཏོགས་གར་གྱིས་གསོལ་བ་རེད། བྱས་ཙང་ཏིག་གི་ཐོག་ནས་བཤད་ན་ང་ཚོ་དེ་འདི་ཤོར་ཡག་ཉེན་ཁ་འདུག། ད། རྒྱལ་སྤྱིའི་ཐོག་ལ་དཀའ་ལས་ད་རུང་མུ་མཐུད་གར་བྲེལ་རེད་སྲིད་རྒྱ་གར་སྲིད་གཞུང་གིས་བོད་ཀྱི་གསོ་བ་རིག་པ་རྔན་མ་ལ་བདག་པོ་རྒྱག་རྩིས་བྱས་པ་རེད་ད་རུང་བདག་པོ་རྒྱག་ཡག་གི་ཉེན་ཁ་ཆེན་པོ་རེད་སྲིད་ཉེན་ཁ་སྔར་བཞིན་གནས་ཡོད་རེད་སྲིད། ད་དེ་རྒྱག་ཡག་གི་དམིགས་ཡུལ་དེ་གར་སྲིད་ན་བོད་ཀྱི་གསོ་བ་རིག་པ་འབྱུང་ཁུངས་རྒྱ་གར་ལ་ཐུག་པ་དཔལ་ལྡན་རྒྱུད་བཞི་དང་ལེགས་སྦྱར་ཐོག་ལ་བྲིས་པ། ཁོང་གི་གྲངས་ཉུང་མི་རིགས་གཅིག་ལ་གྱུར་པ་འོ་ཙི། དུག་སྦྲུལ་ནང་བཞིན་རེད་གཟིགས་དང་རྒྱ་གར་ཟེར་བ་དེ་རྒྱུན་རྒྱུན་བལྟས་ཀྱི་བླུག་མར་ད། སོར་གང། ང་རང་ཚོ་ནི་དུས་དུས་སུ་འགྱུར་དགོས་ར་བ་ཁོ་འགྱུར་བ་ཡོད་མ་རེད་ད། དུས་ད་ལྟ་བོ་དུ་ངས་དེ་དུས་དུས་འགྱུར་བ་སྐྱེད་ཕྱིན་ཡོད་མ་རེད་ཁོ། ཨ་ནེ་ག་ལེ་ག་ལེ་ཚོར་བོད་ཀྱི་ལུང་པ་ས་སྐྱ་དུས་སུ་ཟ་གང་ཐུབ་བྱས་ཡོད་དེ་རེད། ད་ད་རུང་ཅིག་ག་རེ་ཡོད་ཟེར་ན། སྨན་འགྱུར་དེ་དང་དེང་དུས་ཚན་རིག་ལག་རྩལ་མཐུན་པའི་འགྱུར་ཟོ་བྱས་ནས་རྒྱལ་སྤྱིའི་ཁྲོམ་རར་སྤྲོད་ཟིན་པ། ད་ལྟ་ཁྱོད་རང་ཚོ་གནད་ཡོད་མི་སྣ་མང་པོ་བརྒྱུད་དུས་ད་ལྟའི་རིལ་བུ་དེ་མིས་ཟ་ཡག་མ་རེད། བོད་པས་མ་གཏོགས་ཟ་གི་མ་རེད། ངས་ཕྱི་རྒྱལ་ལ་བཀྲེས་པ་ཡིན། ཕྱི་རྒྱལ་ཟ་གི་མི་འདུག་ཞིམ་པོ་མི་འདུག་ཟ། ཐ་ན་སོ་འཕྲོག་ལག་འགྲོ་གི་ཟ། རུ་རྟ་འཁྲུག་པའི་སོ་འདྲ་ཁྲག་པོ་ཡོད་རེད་པ། འོ་དེ་སོ་བལྟས་ད། དངུལ་རབ་ཀྱི་ཕར་ཞོག་ཆུའུ་ཁམ་ཆུའི་ནང་ལ་ཚུད་ཐག་ཆོད་རུ་རྟ། ངའི་སློབ་གྲོགས་དེ་འདྲས་ཚུད་པའི་རུ་རྟ་སོ་གོག་བྱས། མེད་པའི་སོ་གོག་བྱས། བྱས་ཙང་ད། ཁ་སླེབས་དུས་རྩམ་པ་མིག་དེའོ་བྲོ་བ་དུག་ཀྱང་མེད་མགྱོགས་ཕོ་བ་ནི་སླེབས་དུས་ཞུ་ཆོག་ཆོག། དེང་སང་ཕན་གྱི་ཟེར་ཡག་དང་སྐྱག་ནག་ཟེར་ཡག་མང་པོ་ཡོད། དགོངས་པ་བཞེས་མ་གཏོགས་ད་འདིའི་རིལ་བུ་དེ་ཚོ་ད། དཀའ་ལས་ཁག་པོ་རེད་ད་ཕྱི་རྒྱལ་ཟ་གི་མ་རེད་ད་ང་ཚོ་བོད་མི་མང་གིས་ཟ་གི་རེད་མ་གཏོགས་རྒྱ་རིགས་བློ་མཐུན་གི་ཏིས་ཟ་གི་ཡོད་ཀྱི་རེད་ད། ཕྱི་རྒྱལ་ཁག་པོ་རེད་ཞག་དེ་ཁྲོ་བ་འཁོར་ཞིམ་པོ་མི་འདུག་ཟིག་སྐྱོང་སྨན་ལ་ཉེས་འདུག་ཟིག། ང་ཚོ་སྨན་ཁྲི་པ་ཟེར་དུས་ཞིམ་པོ་བརྩི་གི་རེད་བ། ཨ་ནི་དེའི་སྒང་ལ་ད་རུང་ང་ཚོ་ཁྱབ་བསྒྲགས་ལ་བསྐྱོན་གྱི་འདུག་བ།

ཨ་ཕྱི་རྒྱལ་ནི། ཁ་ནི་དེ་འདྲའི་ལེགས་པོ་མ་རེད་མ་གཏོགས། Tibetan Medicine ཟེར་དུས། Herb ཟེར་ན་སྐྱོན་མི་འདུག་རྩ་སྨན་ངོ། རྩ་སྨན་ཞིག་མེད། ད་རྗེས་མ་ཁྱོད་རང་ཚོ་གལ་སྲིད། ཕྱི་རྒྱལ་ལ་འགྲོ་ཡག་གི་ཐོན་རྫས་ཟོག་ཡོད་ན། ངུར་ཆུ་རེད་ད་དེ་གས་ད་མ་ལུག་ངུར་ཆུ་ང་རང་ཚོ་ཟ། ཡག་ཏོག་ཁར་ཡིན་ན་ང་རང་ཚོ་ཟ་མི་ལ་མ་ཁྲེལ། ཀེག་རིགས་དང་དོ་རིགས་དེ་ཚོ་ཞི་རག་མ་ལུག་བྱུང་ན་སྔོན་མས། རྩི་ཤིང་གི་རིགས་ཀྱི་ཐོན་རྫས་དེ་འདྲ་ཟོས་ནས་ཕྱི་རྒྱལ་ལ་བཏང་ན་ཕྱི་རྒྱལ་དགའ་པོ་བྱེད་ཀྱི་རེད། རེད་མ་གཏོགས་ཁྱོད་རང་ཁྱབ་བསྒྲགས་གཏོང་དུས་ནི་མི་ལ་ཞེ་ཐག་ཆོད་ཡག་དེ་འདྲས། ངས་དངུལ་ཅི་བླུགས་ཡོད་རེད། ཞྭ་སྙེ་བླུགས་ཡོད་རེད། དངུལ་ཆུ་ཞྭ་སྙེ། རྒྱ། ད་འདི་རྒྱ་གར་ཧ་གོ་མེད་ཨ་མི་རི་ཀ་དང་ཡོ་རོབ་རྒྱལ་ཁབ་ཡོངས་རྫོགས་འདི་ཁྲིམས་འགལ་རེད། ཁྱོད་མི་ལ་དངུལ་ཆུ་སྤྲད་ན་ཁྱོད་རང་བཙོན་ཁང་འཛུལ་ཐག་ཆོད་རེད། ཞྭ་སྙེ་དང་དངུལ་ཆུ་སྤྲད་དུ་འཛུགས་རེད་གཡག་ཆུ་དུང་མདོག་གྱུ་ཐོག་འཁོར་བྱེད་ཡོད་མ་རེད། ཡག་ཅིག་ཐུག་འདུག་མི་ཧ་གོ་མ་རུང་ང་ཚོ་ཡག་ཅིག་ཐུག་འདུག་བྱས་ད་བྱས་པ་རེད་ཡག་པོ་ཡོད་རེད་ང་རང་རང་གཞིས་བྱེས་ཡུལ་ངོར་གྱི་བཙོ་བཀྲི་ཆེན་མོ་བཟོ་མྱོང་བཟོ་ས་ཞུགས་མྱོང་ང་རང་གལ་སྐད་དང་ང་རང་མགོ་ཁྲིད་ནས་བཟོ་ཐོག་མ་བཟོ་དེ་རྒན་རིན་པོ་ཆེ་དང་རྒན་རྒྱལ་ཡོངས་གླིང་སྒྲུང་སྙན་པོ་བ་ད་ཀྱང་གར་དེ་སྲིད་དུ་ཡོངས་རྫོགས་བཞུགས་དཀའ་ལས་རྒྱབ་ཡིན་ཤིག་རོབ་ཙེ་ཤིག་ཡོད་ད་ད་རང་མགོ་ཐོན་གི་ཡོད་མེད་མི་ཤེས་གང་ད་ཅིག་ཤིག་ཡོད་བརྒྱུད་རིམ་ཆ་ཚང་བརྒྱུད་མྱོང། སྨད་སྨད་ཆས་སོ་སོ་བཟོ་ས་མཐོང་མྱོང། ཆང་ཆུང་ང་རྒན་རིན་པོ་ཆེ་ཁ་ཚར་རྒྱག་ས་མཐོང་མྱོང། སྐྱོན་ཡོད་མ་རེད་ཟ་ནུས་ཀྱི་ཡོད་རིན་ཆེན་རེད་ང་རང་ཟ་གི་ཡོད་ཡ་ཁྱི་དུང་དུང་ཐོབ་ཡོད་རེད་ཡིན་ནའི་མི་ལ་ཕྱི་རྒྱལ་ལ་བཀྲིས་དུས་ཟབ་རྩ་གནང་རོགས་བྱས་ཟེར་མ་འོངས་པ་ཁྱོད་རང་ཚོ་རྒྱལ་སྤྱིའི་ནང་འགྲོ་ཡག་གྲབ་གྲིས་བྱས་ཡོད་རེད་ད་ལྟ་གནས་ཁབ་རེད་ནད་ཡམས་དེ་ནད་ཡམས་དེ་ཡོད་ཚར་ནས་རྒྱལ་སྤྱིའི་ཁེ་ཚོང་འགྲེམས་དེ་མཚམས་ཆིག་མ་རེད་དེ་མ་ཆིག་པའི་ཁེ་གནས་ཁབ་ལ་ང་ཚོ་གི་ད་བཙོང་ཡག་ཡོད་ན་མི་ནི་འདི་རེད་བ་འདི་གི་མཐོང་ཚེ་གར་ཟོག་ཡོད་ནའི་ངེས་པར་དུ། ཀྲུང་ཅིང་ཧྲུའུ། ལྕགས་རི་ད་ད་ཅིག་གར་ཟེར་བ་རེད་ད། ང་རང་ཚོ་ནམ་རྒྱུན་གྱི་རིན་ཆེན་རེ་ཡིན་ཟེར་ཡག་དེ་ཚོ་ཡོད་ས་ཁྱབ་བསྒྲགས་མ་ཐང། དེ་ལས། ཚན་རིག་དང། མཐུན་པའི་སྒོ་ནས། ཕོ་བའི་ནང་ལ་རྒྱུ་བདེ་བོ། མགྱོགས་པོ་མགྱོགས་པོ་ཉལ་རྒྱུ་དང་གཉིས་ཁེ་ཉེ། རྒྱ་སྐད་ན་རུང་ཡིག་ཤའོ་ཧ་ཤིས་ཧྲུའུ་ཟེར་བ་ར་བ་དེ་འདྲས་ཀྱི་སྨན་ཟོས་ནས། བཟོ་ན་ཡག་པོ་ཡོད་ས་རེད་ད་འདས་གོང་དུ་ཤུད་པའི་ཀེ་པེ་མ་ཀུང་སི་ཟེར་ཡག་དེ་གི་ཞི་ཆེ་དྲུག་པའི་ཟོ་འདྲུ་སྨན་དང་འདྲེས་ཟོས་ཀྱི་རྒྱལ་སྤྱིའི་ཁྲོམ་ར་ལ་ཡག་པོ་འགྲོ་འུ་ཏོ་ཨ། རྩ་བའི་གི་སྨན་སྦྱོར་དེ་ཞི་ཆེ་དྲུག་པ་ལྟ་བུ་ཅིག་མེད་འགྲོ་བསམ་གི། གང་ལྟ་ཤ་བང་ག་དེ་སྦྱོར་དུ་མགྱོགས་པོ་ཕན་ཡག་དེང་དུས་གི་སྨན་དེ་ཟོ་ལ་ཡག་ག་ཟེར་གི་འདུག་ཨ། འོ་དེ་འདྲས་ལ་དགོངས་པ་བཞེས་ན་ནི་ཡག་པོ་འདུག་འདི་ལ་ད་ལྟ་དུས་ཚོད་མགྱོགས་ཙམ་མ་བྱས་ན་ཞེ་བོ་སྒུག་ས་མ་རེད་ད་རྒྱ་གར་གི་སྒོ་བརྒྱུད་ས་མ་རེད་ད་ང་ཚོ་སྒུག་དེ་ཤུ་ཤོག་འགྲོ་ས་རེད་ད། འོ་དེ་གི། ད་ཁྱོན་ཡོངས་ནས་བཤད་ན་བཀྲ་ཤིས་བདེ་ལེགས་ཞུ་རག་ཞུ་ཡག་མེད། བཀྲ་མ་ཤིས་པ་རྐྱང་རྐྱང་མ་གཏོགས་ཞུ་ཡག་མེད་སེམས་ཨཱ་ད། འོ་ད་གིས་ཞུ་ཡག་ད་ག་ཡིན་ཐོ་ཅི་བྱེད།